ཁམས་བཟང་དངོས་གྲུབ་རྡོ་རྗེ་ལགས། རྒྱ་ནག་མིའི་དངོས་གྲུབ་རྡོ་རྗེ་རེད་ཟེར་འདུག་ཨ་ཁམས་བཟང། དེ་རིང་ངའི་ཐད་ཀར་རྒྱལ་སྲས་ཉི་མ་དང་པོ་ཡིན་གྱི་རེད། དཔའ་བོ་རྡོ་རྗེ་བཀྲ་ཤིས་བདེ་ལེགས། ཨ་གམ་དག་བྱེད་ལ། བཀྲ་ཤིས་བདེ་ལེགས། ཁམས་བཟང་ལགས་པ་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས་ཧ་ལ་བོ། དེ་རིང་བཀའ་མོལ་ག་རེ་གསུང་གནང་ཡ་ཡོད། མུ་ཏྲ་རྡོ་རྗེ་ལ། བ་ཅའི། མངའ་རིས་བ་ཡིན་ན། ཨཱ་དེ་རིང་མངའ་རིས་ཡག་གི། ང་ཚོ། ཨ་བོད་པའི་སྤྱི་ཚོགས་ནང་ལ། མངའ་རིས་མང་པོ་རེད་བ། དེ་ཚོས་གང་ལ་ཅིག་བཤད་ནའང་བསམ་ཚར་རོ་ཞེས་དྲན་སོང།

ལྷ་མོ་བསོད་ནམས་རྡོ་རྗེ་ནག། ང་སྙིགས་མ་ཡིན་ཁྱོད་ཀྱི་བཀའ་མི་ཨ་ལས་ལགས་སོ་དངོས་གྲུབ་རྡོ་རྗེ་ལགས། ད་དེ་རིང་ང་མངའ་རིས་སྒང་ལ་ལགས། སོ་སོ་གི་འཚོ་བ་དང་སོ་སོ་གི་བསམ་ཇུས་ཁ་ཤས་བཤད་ན་བསམ་ས་རུ་དྲན་སོང། ཨ་དེ་ཡིན་དུས་ད་སྐར་མ་གཅིག་གཉིས་བཞུགས་གནང་ན་ལ། ཨ་ནེ་མི་ཁ་ཤེས། ཨ་ལས་སོ་ལ། ཨ་ངའི་སྒོ་ཚུགས། ལ་སོ་བློ་བཟང་སྦྱིན་པ་ལ་ལ་སོ་བཀའ་དྲིན་ཆེ། ཐོ་ཆེ་ན་བློ་བཟང་སྦྱིན་པ་ལ། ད་ང་ཚོ་ལམ་སང་སེམས་ཤུགས་འདི་འདྲ་ཆགས་ཡོད་མར་ད་བློ་བཟང་སྦྱིན་པ་ལ་ད་གཞི་ནས་རེ་བ་ན་ང་ཚོ་ད་ང་རང་ཚོ་མི་ཐོག་འདིའི་སྒང་ལོགས་ལ་མ་བྱུང་བ་ཡིན་ན་ང་རང་ཚོ་ཟིན་ཐོ་ཚང་མ་ནག་ལ་ཡོད་ད་ངའི་མི་ཐོག་འདིའི་སྒང་ལོགས་ལ་མ་བྱུང་བ་ཡིན་ན་ང་རང་ཚོ་བསམ།

གངས་དཀར། བྲེས་དེ་ལས་གངས་དཀར་ལ། འདི་རྗེས་ལ་རྣམ་པ་རྫོགས་ཀྱི་ཡང་ངའོ་བླ་མ། མངའ་རིས་དལ་འབྱོར་དབུས་ཀྱི་སྐུ་བོ་རེད་དོ།

ལའང་བློ་གསར་སྦྱིན་པ་ལ་དང་ད་དམིགས་བསལ་གྱི་ངེད་ཀྱི་གནས་ཚུལ་འདིའི་སྒང་ལོགས་ལ། དང་ད་གནས་སྐབས་རེ་འགའ་ལ། འདི་དང་འདི་མ་རེད་འདི་རེད་འདི་མ་རེད་བྱས་བྱས་ཞུ་དག་ཡ་འདི་འདྲས་གལ་མི་འདུག། ང་སྤྱི་ཡོངས་ཆ་ནས། ད་ནམ་རྒྱུན་ནང་བཞིན་ཡིན་སྙན་མ་ང་གང་དྲན་ཉིས་སྟོང་བཅུ་དགུ་ནས་དཀའ་ངལ་དཀའ་ངལ་འདི་མ་སླེབས་གང་ལ་ང། གནས་ཚུལ་འདི་ང་སྙམ་དུ་མ་ཁྲེས་ངན་ལ་ང་གང་དྲན་ཡོད་ར་ཡིན་ཡང་འདི་རང་ཅག་འདྲ་བ་ཅིག་ཡིན། སོང་ཙང།

སེམས་ནང་སྤེན་ཚེའི་ལས་ཀ་ཚང་མ་ད་ད་ལྟ་ཕག་སྟོད་ན་ལོ་ལ་ད་ནོར་བུ་ལགས་ལ་ཡིན་ད་ནོར་བུ་ལགས་ཀྱིས་ཨ་ནེ་ངེད་ཀྱི་སེམས་པ་ནང་ལ་ལ་ཅོ་མིང་ལུགས་ཀྱི་ལས་ཀ་བྱེད་བཞག་ཁྱོད་དེ་ཚོ་ཡག་པོ་ཡོད་དམ་མེད་པའི་སྐད་ཆ་དེ་འདྲ་སྒྲོག་ཅིག་ཡིན་ས་རེད་རོ། དེ་ངའི་མིག་གིས་གསལ་པོ་ཞེས་མཐོང་གི་མ་རེད་ཡིན་ན། དེ་འདྲ་འདྲ་བོ་ཅིག་ཡིན་པ་ཡིན་ན། ད་ལྟ་ཐུག་ཐུག་ནང་འགྲོ་ལ་ངེད་ཀྱིས་ངོ་དེབ་བརྒྱུད་ཅིག་ཐད་ཀར་རྒྱང་བསྲིངས་ན་ནི་སྤེན་ཚེ་བཅོས་མིང་འདུག་ལ་ཡང་དགག་པ་བརྒྱག་བསྡད་དགོས་ཡ་ནི་བཅོས་མིང་རྗེས་བཅོས་མིང་འདུག་བཅོས་ན་ཐིང་གི། འཐུས་ཤོག་བཏང་ཞེས་བ་དང་ཧམ་པ་བཤད་ཞེས་བ་རྐྱང་རྐྱང་ཅིག། གཞི་ལ་བཞག་ཅེས་བཤད་བསྡད་ཀྱི་ཡོད་ཀྱང། ང་རང་འདྲ་བོ་ཅིག་ལ་སེམས་པ་གཏིང་ནས། བཅོས་མིང་འདུག་དང་བཅོས་ན་ཐིང་གི། ཨ་ནི་ལོ་གཅིག་གཉིས་གསུམ་བཞི་ལྔ་ག་ཚད་ར་བོ་ཅིག་བསྡད་ཀྱི་ཡོད་ན་བསྡད་ཚེ་རི་འགའ་ནང་ལོགས་ལ། བོད་པའི་སྤྱི་ཚོགས་ཅིག་དང། བོད་པའི་རྩ་དོན་ལ་ཡར་ཕན་པ་གི་ལས་ཀ་བྱེད་ཀྱི་རེད་བསམ་ས་ཅིག་གི་འཚོ་བ་དང་ར་བ་ཟེར་བའི་དེ་སྤུ་ཙམ་མེད། སོང་ཙང། ད་ལྟ་བོད་དུ་ནང་ལོག་ཁོ་རང་གི་བྱས་མ་གསུམ་མ་འོངས་པ་ལ་བྱེད་ཀྱི་རེད་བསམ་ས་རྩ་བ་རང་གྲོལ་གྱི་མེད། དར་ནག། སོང། Hello thanks from Australia། སྲིད་སྐྱོང་མཆོག་གི་སྐབས་དེའི་འཚམས་གཞི་སྐོར་ག་འདྲའི་བྱུང་སོང་ངམ། དེ་ངས་ཨ་མདའ་བློ་བཟང་སྦྱིན་པ་ལགས་ཀྱིས་ངེད་ཀྱི་བརྙན་འདི་གི་ཐད་གཏོང་འདི་གཟིགས་པ་ཡིན་ན། ད་ལྟ་པན་ཆེད་ཀྱི་ལས་ཀ་ལས་ཆོད་ཅེས་རོགས་སྐྱོར་མིང་ཐོ་དང་བཅོས་ནོར་འཐེན་གྱིས། ཁོ་རང་གི་ལས་ཀ་ལས་ཆོད་འདི་ཚོ་ཚང་མ་མི་མང་ཚོགས་ལ་ཡང་བརྡ་ལན་ག་རེ་སྒྲོག་སྤྲད་ཀྱི་ཡོད་རེད་ལབ་པ་ཡིན་ན། སྲིད་སྐྱོང་བློ་བཟང་སེང་གེ་ལགས་དང་ཁོ་རང་གཉིས་ཀྱི་པར་རུ་ནང་གི་མཁས་པ་ཅིག་མི་མང་ལ་ཡང་བསྟན་ཡག་གི་འབད་བརྩོན་བྱས་ཏེ་གོ་དེས་ཁོ་རང་གི་ངོས་ནས་ནི། སྲིད་སྐྱོང་བློ་བཟང་སེང་གེ་གིས། ལྷག་པར་དུ་རྒྱ་གར་ནང་ལ་ཡོད་ཤག་གི་བོད་མི་ཚོ་ལ་གཟིགས་སྟངས་དང། ཁོ་རང། བཅོས་མིང་འདོན་དང་བཅོས་མ་འཐེན་གྱིས་ནི་མི་མང་གཙོ་སྒང་ལོག་དོ་སྣང་བྱ་སྟངས་གཉིས་ཀྱི་དཔར་རོ་ནང་མཁས་པ་དེ་ཡོ་བྱད་ཅིག་སྟོན་རྒྱུ་ཡོད་པའི་སོ་རབ་རེད་ད་རང་ལྟར་རོ། ག་རེ་ཟེར་བས་ན་ཁོ་རང་རྒྱ་གར་དེ་འདྲའི་ནང་ལོག་ལ་རྒྱ་གར་གྱི་དམིགས་བསལ་གྱིས་རྒྱ་གར་ནང་ལོག་ལ་ཡིན་པ་ཡིན་ན་གདན་ས་གསུམ་བྱེད་ད་ག་ནང་ཤི་འཇིག་གི་ལྷོ་ཕྱོགས་ཀྱི་གཞིས་ཆགས་དེ་ཚོར་ལྟ། བོད་པའི་སྤྱི་ཚོགས་ནང་ལོག་ལ་ལྷག་པར་དུ་འཛམ་གླིང་འདི་གང་ལོག་ལ་ད། སྙིང་དང་མ་སོགས་ན་མིག་གི་གཟུགས་པོ་དང་མ་སོགས་ན་སྙིང་འདྲ་པོ་ཆགས་འདི་གོ་ར། སོང་ཙང་འདི་འདྲའི་དགང་བློ་ལ་ཁོ་ར་གཟིགས་སྐོར་ཕལ་གྱི་ཡོག་མ་རེད་ག་ཅི་ནི་ཕལ་གྱི་ཡོག་མ་རེད་ཟེར་བ་ཡིན་ན། གདན་ས་གསུམ་ན་ནི། འོས་བསྡུ་སྐབས་ན་འགྲོ་ལ་ཁོ་རང་ལ་ཚད་མཐོ་པོ་ཐོག་ནས་རྒྱབ་སྐྱོར་བྱེད་མཁན་ཅིག་རག་ཡོག་མ་རེད། ད་ག་ན་ཤེས་ཅིག་གི་གཞི་ཆགས་ཁག་ནི་ཡིན་ན་ཡིན། ད་ལྟ་ཐོག་ཐུག་ནང་རོགས་ལ་ཉིས་སྟོང་ཉིས་རྩ་གཅིག་ཕག་ཐུག་ནང་རོགས་ཉིས་ཉིས་སྟོང་ཉིས་རྩ་གཅིག་གི་ཇེབ་ལ་ཤེས་ཀྱི་མེད་ད་ཐེངས་ཀྱི་ངའི་ཕག་ཐུག་ནང་རོགས་ལ་གཞིས་ཆགས་ཁག་ནས་ཡིན་ན་ཁོ་རང་ལ་ཨ་ནེ་འོས་ལྡུག་སྐབས་ནང་རོགས་ལ་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་མ་རག་ཡོད་འདུག་ཁོ་རང་གཞིས་ཆགས་དེ་ཚོ་ད་གཟུགས་པོ་དང་ཁེ་ཕན་མ་སོགས་ནང་ལོ་ཅོག་གི་གཞིས་ཆགས་དང། གདན་ས་གསུམ་འདི་ཚོ་སྙིང་རེ་བོ་ཆེ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྙིང་རེ་བོ་ཆེ་ཆགས་འདུག་འདི་འདྲའི་ནང་ལོགས་གཟིགས་སྐོར་ཕལ་གྱི་ཡོད་མ་རེད་བྱང་ཤར་དངོས་ཕྱོགས་ནང་ལོགས་དང་ས་མཚམས་དངོས་ཕྱོགས་དང་ཨ་འདི་གང་ནས་ཤེས་ཅི་དགེ་ཅི་དགེ་ག་ལ་དགོས་བདག་ཅིག་ཆེ་ཁ་ཨ་ད་གང་ལྟར་འོ་འདི་འདྲའི་ནང་ལོགས་ལ་ཕལ་བསྡད་ཡོད་འདུག་བསམ་པ་ཁོ་རང་གིས་ག་རེ་རོགས་སྟོན་དགོས་ལབ་པ་ཡིན་ན་སྤྱི་ཚོགས་ནང་ལོགས་ལ་ཁོ་རང་བོད་པ་དངོས་བྱོས་ལ་བོད་མི་བོད་པ་ཚོ་ལ་དོ་སྣང། སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལ་ལྷག་བསམ་ཁོ་རང་ཡོད།

བརྩི་བཀུར་དང་དོ་སྣང་ཡོད་པའི་ཀྱི་རྣམ་པར་རོལ་ཏེ་མ་བསྒར་འགྲོ་ཡོད་འདུག་མི་མང་ཚོས་ཀྱི་དངོས་གནས་དང། ཆབ་སྲིད་ཀྱི་དབུ་ཁྲིད་བཅོས་མིང་དུ་བཅོས་ན་དེང་གི་ང་ཚོ་ལ་དོ་སྣང་ཞིག་འོས་འདུག་བསམ་ས་རོལ་དྲན་རྗེས། ཨང་གཅིག་གི་ཞུ་གཏུག་འདྲ་བོ་བཅག་ཡོད་འདུག་ཡང་ཚོགས་ཐོག་རུང་ཚོགས་གཏམ་དང། ག་རེ་ཁྱོད་ཚོ་སྤང་དགོས་ན་ཞེས་གཅིག་གས་མི་འདུག་གཉིས་ཡས་མི་འདུག་གསུམ་ཡས་མི་འདུག། བློང་བློང་བ་འདེགས་འདུག་ཟེར་ནས་བཀའ་བརྒྱུད་རུང་བཏང་ཡོང་གི་འདུག་སོང་ཙང། ཁོ་རང་གི། གཅིག་གིས་ཁ་གཅིག་གིས་གཅན་གཟན་བོད་མིའི་སྒྲིག་འཛུགས་ལ་བཀའ་ཤག། སྐབས་བཅོ་བཅོ་ལྔ་བཅུ་དྲུག་སྲིད་སྐྱོང་ཟུར་པ་མཁས་དབང་བློ་བཟང་སེང་གེ་ལགས་ཀྱིས། རྫུན་མ་བཤད་རེད། གཅན་གཟན་བོད་མིའི་སྒྲིག་འཛུགས་ལ། དཔལ་འབྱོར་གས་བཀུར་ཅིག་ཡོད་མ་རེད་ཅེས་ནས་བཤད་བསྡད་དགོས་རེད་རོ། ག་ཟེར་གྱི་དཔལ་འབྱོར་གས་བཀུར་ཅིག་མེད་པ་ཡིན་ན། ལས་དོན་ཆབ་སྲིད་ཀྱི་ལས་དོན་དང། བོད་མི་བོད་མི་དམངས་ལ་ཡར་འཕེལ་མཐོ་བ་གི་ལས་དོན་ཆི་གང་མེད་པ་ཅིག་ལ་དེ་གང་ཅིག་སྤྲོ་འཆམ as a tourist རེད་བ་ཡུ་གུ་སྤྲོག་འཆམ་པ་ན་ཞིག་བྱས་རྗེས་འཆམ་འཆམ་ར་ཅིག་ཉི་མ་དགུ་རྗེས་བཅུ་ཚེ་དེ་འདྲའི་འཆམ་འཆམ་བྱས་རྗེས་ཨ་ནི

ཁྱབ་འཇམ་ཕྱིན་པར་བ། སོང་ཙང་ཁྱབ་འཇམ་ཕྱིན་བྱ་བ་འདི་འདྲ་ལ་ཧ་ལས་ཡ་འདི་འདྲ་དང་ཧང་སང་ཡ་འདི་འདྲ་གས་ཡོད་མ་རེད་ཁོ་རང་ངོས་ན་ནི་དེ་འདི་འདི་འདྲས་ཅིག་མ་ཤེས་དེ་ལས་ལྷག་སྤྲོད་ཀྱི་ཡོང་ཡ་གི་ར་བ་དང་ཡིད་ཆེས་འདི་འདྲ་གས་བྱེད་དགོས་ཡ་རྒྱུ་མཚན་ཡོད་མ་རེད་བྱས་ཚེ་དེ་ཅིག་ཞུས་ན་བསམ་ས་རེད་དྲན་སོ། སོང་ཙང་ད་ད་རིང་ངས་འདི་བརྒྱ་དང་གཅིག་ལས་འདུག་གདོད་མི་ཟེར་ངས་ཨ་རྣམ་པ་ཚོ་ཚང་མ་ལོ་ལ། ཚོའི་གནས་སྟོར་བར་དགོས་པ་གཏམ་འདྲི་བྱེད་རིང་ངོས་ན་ནི་རྣམ་པ་ཚོ་གཙང་མ་ལོ་སྔ་གོ་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་གྲངས་མེད་ཡོད། ད་དེ་རིང་ངོ་ནས་དྲང་ནས་ཡིད་སྤྱོད་པའི་གནས་ཚུལ་གཅིག་ནང་ལོགས་ལ་ད་ནི་གར་བཟོ་རེད། ང་རང་ཚོ་ཨ་མདའ་ཐོག་མ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཐོག་མ་ལྷག་པར་དུ་དེ་ནང་ནས་དབུས་གཙང་གི་མངའ་རིས་སྤྱི་མཐུན་ཚོགས་པ། གཙུག་བྱ་ངན། ད་ནི་དམ་པ། ཚེ་རིང་ཆོས་འཕེལ་ལ་དེ་རིང་ཡང་འདས་གྲོངས་ཀྱི་ཆེད་ཡོང་འདུག་བསམ་པ། ད་ནི། ངོ་ནས་ང་རང་ཚོ་བོད་པའི་སྤྱི་ཚོགས་ནང་རོ་ལ་མི་སྣ་གལ་ཆེན། སྐད་གྲགས་ཆེན་པོ་སེམས་ཤུགས་ཆེན་པོ་ལྷག་བསམ་ཆེན་པོ། ད་ནི། སོ་སོ་མི་རིགས་མི་རིགས་དང་རྒྱལ་ཁབ་ལ་ཡང་ཞེན་ཁོག་ཡོད་བསྡད་མཁན་མི་གཅིག་ད་རིང་ང་རང་ཚོ་གི་ཨ་འདི་ང་ཚོའི་སྤྱི་ཚོགས་ནང་ནས་མ་མེད་པ་ཆགས་ཡོང་དུས་བཟང་པ། སོ་སོ་རང་ཉིད་སོ་སོར་རོགས་བྱེད་ན་བློ་ཕམ་ཆེན་པོ་རོགས་བྱེད་ཡོད། སོང་ཙང། ཁོ་རང་གི་སྤུན་སྤུན་ཀྱང་ཁོ་རང་གི་དགའ་པོ་མྱེས་པོ་ཁོ་རང་གི་ནང་མི། ཚང་མ་མཉམ་དུ་ཨ་མས་སོ་སོ་ཡིན་ན་སྡུག་སེམས་མཉམ་སྐྱེ་ཡོད་བྱས་ཚེ་ད་རིང་ཐད་ཀར་རྒྱང་སྲིང་འདི་བཟོས་ལེ་གི་ཡོད། ད་ད་རིང་སོ་སོ་འདྲ་བོ་བྱེད་ཡིན་པ་ཡིན་ན། ངོ་ནས་དྲང་ནས་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ། མངའ་རིས་སྤྱི་མཐུན་ཚོགས་པ་ངོས་ནས་བོད་པའི་སྒྲིག་འཛུགས་རེད། ལྷག་པར་དུ་བོད་མི་མང་རེད་བོད་ཀྱི་རྩ་དོན་རེད། དེ་འདྲའི་དགའ་བློ་ལ། མི་ནག་གལ་ཆེ་དོན་ཆེ་མང་པོ་ཆེ། ང་རང་ཚོའི་སྤྱི་ཚོགས་ནང་དུ་ལ་སླེབས་ཐུབ་པ་ཅིག་བྱུང་བདེ་བ་རེད་སོང་ཙང། ད་རིང་འདྲ་བོ་ཅིག་སོ་སོ་འདྲ་བོ་ཅིག་ཡིན་ན། བློ་ཕམ་སྐྱེ་ཡ་ཅིག་གར་འགྲོ་བྱུང་སུ་ལབ་པ་ཡིན་ན། ང་རང་ཚོ་བོད་པའི་སྤྱི་ཚོགས་ཀྱི་གསར་ཁང། ད་མང་པོ་བྱོས་ར Radio Free Asia། Norway། ཨ་ནི Voice of America། དུས་རྒྱུན་དུ་ནས་ངས་མི་མང་ཚོ་ལ་འབོད་སྐུལ་ཞུས་བསྡད་ཡ་འདི་ཚོ་འདི་ཚོ་གསར་ཁང་འདི་ཚོ་གི་སྐད་ཆ་ཉན་རྒྱུ་ཡོད་མ་རེད་འདི་ཚོ་གི་ལྟ་རྒྱུ་ཡོད་མ་རེད་ཞུ་དགོས་ཡ་འདི་ང་རྒྱུ་མཚན་ཡོད་སོང་ཙང་འདི་འདྲའི་གི་མི་སྣ་གལ་ཆེན་ཅིག་ད་རེས་ང་རང་ཚོ་སྤྱི་ཚོགས་ནང་ནས་མ་མེད་པ་ཆགས་ཡོད་འདུག་འདི་འདྲའི་སྐབས་ནང་རོ་ལ། གསར་ཁང་འདི་ཚོ་ངོས་ནས་ནི་ས་འཇུ་དཔལ་ལ་སོགས་པ་ཅིག་གི Coverage ལག་ར་ཨིན་ཇི་ཡིན་ན། དེ་འདྲའི་ཅིག་མ་བྱས་ཡོང་དུས་ཧ་ལས་བ་གི་བློ་ཕམ་ཆེན་པོ་ཅིག་དང། ལྷག་པར་དུ། སྤྱོད་འཚོལ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ཡིན་བཅས་ཅིག་བཅོས་མིང་དུ་བཅོས་ན་ཐིང། ཡུལ་སྐོར་དཀྲོག་འཛེམ་འཕེལ་དགོས་ན་གནང་ཐབས་མེད་དོ། ཡིན་ན་འདི་འདྲའི་སྐབས་ནང་ལོ་ལ་སྡུག་སེམས་མཉམ་སྐྱེ་ཐོག་ནས་རེ་བ། ང་རང་ཚོ་ང་ནི་གཅིག་གི་ཆབ་སྲིད་ཀྱི་དབུ་ཁྲིད་ཅིག་ཡིན་པའི་ཆ་ནས་འདི་འདྲའི་དགག་སློང་ལ། སྤྱི་ཚོགས་ལ་ཡང་བརྡ་ལན་སྤྲད་ཡང་ཟེར་ན་མི་འདུག་སྤྱི་ཚོགས་ལ་ཡང་ཁུར་གླེང་དང་ཟེར་ན་མི་འདུག་འདི་འདྲའི་དགག་སློང་ལ་མ་མཐོང་ཡོང་དུས་ཧང་སངས་ཡག་གི་ཐུགས་ཤོག་དང་ཧང་སངས་ཡག་གི་ཅིག་ག་ལ་བར། འདི་ག་ལ་འོས་པ་སྣང་མེད། སྣང་མེད་བཏང་བྱ་བ་སོགས་རབ་ཏུ་མཐོང་ཡང་འདུག་དེ་ལ་ཡང་བློ་སྒོམ་ཆེན་པོ་ཞིག་ཡོད་འོས་ཅན་དུ་ཞུ་ཡ་གཅིག་འདི་དང། ཉམས་རྟོགས་ལ། ང་རང་ཚོ་ད་རྡ་རམ་ས་ལ་ཡོད་དེ་ངེད་ཀྱི་དབུས་གཙང། ད། མངའ་རིས་སི་ཏུ་རྫ་པ་དབུས་གཙང་ནང་ལ་ཁེལ་གྱི་ཡོད་ཅིང་དབུས་གཙང་གི། སྤྱི་ཁྱབ་རྒྱུན་ལས་གཙོ་རེ་དབུས་གཙང་གི་ད་མི་ན་གལ་ཆེ་དོན་ཆེ་སྐད་གྲགས་ཆེ་པོ་ཆ་ཚང་གཅིག་རྡ་རམ་ས་ལ་བཞུགས་བསྡད་ཡོད་འདུག་ཨང་ད་རེས་ཚེ་རིང་ཆོས་འཕེལ་ལགས་འདས་གྲོངས་སོང་བའི་གནས་ཚུལ་འདིའི་སྒང་ལོགས་ལ། ཨ་ནེ་གཅིག་གི་སོ་སོགས་ཀྱི་བསམ་འཆར་དང་སོ་སོགས་ཀྱི་ཚོར་བ་དང་མྱོང་འཇུག་འདི་འདྲས་ཤེས་ངེས། སྤྱི་ཚོགས་དྲ་ལམ་ནང་ལ་མ་མཐོང་བ་ཡོང་འདུག་ཙམ་པ་ཧང་སང་ཡག་གི་བློ་ཕམ་ཡོད་བ་བྱས་ནས་ཞུ་ཡག་གཅིག་འདི་ཡིན་རེད་བ་གང་ཟེར་ན་ཁོ་རང་ཚོ་ལ་ཚེ་རིང་ཆོས་འཕེལ་ལགས་ཀྱིས་ད་ནི་ཕྱྭ་ལའི་གནང་ཕྱོགས་དང་ཚེ་རིང་བསོད་འཕེལ་ལགས་ཀྱི་དགོངས་པ་བཞེས་ཕྱོགས་འདི་འདྲའི་དགག་བློ་ལ། ད་ལྟའི་སྐབས་ཀྱི་དབུས་གཙང་རྒྱུན་ལས་རྡ་རམ་ས་ལ་ཡོད་ཡོད་བསྡད་ངེས་ཀྱི། དབུས་གཙང་དྲིན་ལས་ཀྱི། སྔོན་བསྡད་སྒང་ལ་བབས་མ་ཐུབ་འོན་ཏུ་བསམ་པ། ཨ་ནི་དེ་འདྲའི་བྱས་ནས་སྣང་མེད་བལྟ་གི་ཡོད་བས་བཟོ་འདྲ་བོ་ཅིག་གསལ་བོ་ཞིག་མཐོང། སོང་ཙང་དེ་ཚོ་དྲན་དེ་ཚོ་ཚང་མ་ལོ། ད་མངའ་རིས་མི་མང་ཚོ་གཉིད་ཚད་དགོས་དགོས་ཡོད་རེད། མངའ་རིས་མི་མང་གིས་དངོས་གནས་དྲང་གནས་ད། སོ་སོ་ན་ཚ་འདི་ག་བ་ན་གི་ཡོད་མེད་སོ་སོ་གི་མ་གཏོགས་མི་གཞན་པ་གི་ཧ་གོ་གི་མ་རེད་ཟེར་ཡག་གི་གཏམ་དཔེ་འདྲ་བོ་འདི་གསལ་པོར་འོས་ཅི་ཆགས་ཡོད་འདུག་མངའ་རིས་མི་དམངས་ཀྱི་དགོངས་པ་ཤེས་ཡག་རེད་ཟ། མ་འོངས་པ་ང་དང་རྣམ་པ་ཚོ་གི་གོམ་པ་སྤོས་ཕྱོད་དང་ཕྱག་ལས་གནང་ཕྱོད་འདི་འདྲའི་དགའ་བློ་ལ་རྣམ་པ་ཚོ་གི་དགོངས་པ་ཤེས་ཡག་རེད་ཅེས་ནི་ཞུ་ཡག་འདི་འདི་དང་མཉམ་དུ་ལ་ད་འདི་ངས་བར་སྐབས་བརྩད་ལ་སྤྱི་ཚོགས་དྲ་ལམ་ནང་ལོག་ལ་ར་བ། ཨཱ་ནི། སྲས་རྒྱ་ལས་དོན་གྲུབ་ལགས་དང། ཨཱ་ནི། ལྷ་ཚང་སྐུ་ཞབས་ལགས་ལ། དེང་སང། སྤྱི་ཚོགས་ནང་ལོགས་ལ། ལྷག་པར་དུ། ཨཱ་ནི། ཉན་པ། སླར་གསོ་ཉམས་པ་སླར་གསོ་གི། ཚོགས་མི་རེ་ཟུང་ཅིག་གིས། ཨཱ་ནི། འཚེ་མེད། ཟུར་ཟ་མང་པོ་བྱེད་ཀྱི་འདུག་བྱས་རྗེས་བཤད་དེ་ངས་དེ་འདྲའི་རེ་ཟུང་ཅིག་འདུག་ད་ག་ནང་ཤེས་ཅིག་གིས་ཟོ་འདོད་རུང་པོ་བྱེད་ལ། ཟུར་ཟ་དེ་འཚེ་མེད་ཞིག་ཞུས་དེ་ངས་དེ་འདྲའི་འདུག་བྱས་ནས་བཤད་དེ་ངས་དེ་འདྲའི་མང་པོ་ཞིག་འདུག་རེད་བ། ད་ཡིན་ན་མི་མང་ཚང་མ་ལོག་གི་དགོངས་པ་བཞེས་ཡག་ཅིག་དང་བསམ་བློ་བཏང་ཡག་ཅིག་ག་རེ་རེད་ཟེར་བ་ཡིན་ན། ཉམས་པ་ལ་སོགས་ཀྱིས། ད་ལྟ་ཐུག་ཏུ་ལས་ཀ་ག་རེ་འགྲོ་བྱེད་ཀྱི་ཡོད་ན། ལས་ཀ་བྱེད་ཡ་དེ། ལྷག་བསམ་རྣམ་དག་གིས་ཁ་རི་ཁ་ཐུག་གིས། ཨ་ནི། སོ་སོ་མི་རིགས་དང་སོ་སོ་རྒྱལ་ཁབ་ལ། གཞི་ལ་བཞག་ཚེ་ཤེས་ལྡན་ངེད་ཀྱི་ཚོགས་པ་ཇི་ཡིན་མི་བརྩམས་པ། ང་ཚོགས་པ་འདིའི་གི། ཚོགས་མི་ཇི་ཡིན་པའི་ཁོང་ནི། ང་རང་འདྲ་བོ་བྱེད་མཁན་བསམ་བློ་བཏང་སྟངས་གཅིག་པ་གཅིག་རྐྱང་ཡིན་བྱས་ནས་ཞུ་ཡ་ཡིན། རེད་བ། ད་ལྟ་ཐོག་ཐུག་ནང་ལོ་ལེ་ཉིས་སྟོང་བཅུ་གཅིག་གི་ལྔས་ནས་ད་ཉིས་སྟོང་བཅུ་ནས་བཅུ་གཅིག་བར་དུ་རེད་བ། ལོ་བཅུ་རེ་འགའ། སྐྱབས་རྗེ་ཟོང་དོ་རིན་པོ་ཆེ་གིས། བཀའ་བློན་ཁྲི་པ་གི་འགན་ཁྱེད་ཀྱིས་ཕྱག་ལས་གནང་བདེ་བའི་གི་རྒྱུ་རིན་འདིའི་ནང་ལོ་ལ། ཏན་ཏན་རེད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོ་ལ་ལྷག་པར་དུ། གཅན་ཚོད་བོད་མི་སྒྲིག་འཛུགས་ནང་ལོ་ལ་འགྱུར་བ་ཤུགས་ཆེན་པོ་ཞིའུ་ཅི་ཁིའུ།

རྗེས་ལ། བ་ད། ཀུན་དགའི་ཡིད་བཟང་ངོས་ན་ནི་ཞལ་འདེབས་བྱུང་བ་གིས། ད་ཅིག་བྱུང་སྦྱིན་འདི་མ། དེའི་སྐབས་དང་འགྲོ་ལ་ང་ཚོ་ནང་བཞིན་ཅིག་གིས་འདི་གར་སོང་བ་རེད། ཁ་བ་ད། ཐད་ཀར་ཀྱང་སྲིད་འགྲོ་ཡ་ད་འདི་འདྲས་ཡོག་མ་རེད། སོང་ཙང། ཀུན་དགའི་ཡིད་བཟང་ངོས་ན་ནི་ད་འདི་འདྲས་ཅིག་ཞལ་འདེབས། ཕུལ་ཞེས་ངེད་ཀྱི། ད་མིང་འདོགས་ལྟ་བུ་འདི་འདྲས་གླས་ཡོང་འདུག། ཞལ་འདེབས་ཕུལ་མཁན་ཁོ་རང Swiss ནང་གི་བྱེད། ཨ་ནི་ཁོ་རང་གི་མིང་མེད་ཡོང་འདུག་ཛམྦ། ཀུན་དགའི་ཡིད་བཟང་ལ་ཡང་ངས། དངུལ་ཕལ་ཆེན་པོ་འདི་ཁམས་ཀྱི་དགའ་ལྡན་ཕོ་བྲང་ལ་ཕུལ་བས་ཡིན། དངུལ་འདི་བྱུང་རྗེས་འདིའི་ནང་དོན་ལ་ངའི་མིང་འཁོད་མི་འདུག་གང་དག་དེ་འབྲེལ་གྱི་རྙོག་དྲ་ཅིག་གི་སྒང་ནས། དགའ་ལྡན་ཕོ་བྲང་གིས་ལས་བྱེད་གལ་ཆེན་པོ་གཅིག་རྒྱལ་སྤྱིའི་བཟོ་འདོར་མི་བྱེད་སྐབས་དང་རོ་ལ་མ་དཔིལ་བ་གི་གནས་ཚུལ་འདི་འདྲའི་བྱུང་ཡོད་རེད་དེ་ག་ནང་བཞིན་གཅིག་གིས་ཏང་དང་ཕྱི་དྲིལ་ལས་ཁུངས་ནང་རོ་ལ

རྩིས་སྤྲོད་མ་ཁྲལ་བས་ཀྱི་རྐྱེན་གྱིས་འདི་འདྲའི་གྱི་ལས་བྱེད་སྤི་ངལ་བྱུང་གི་ཡོད་རེད་ད། སྐབས་དེ་དུས་ནང་ལ་ཟོ་མདོ་རུམ་བཅས་སྐྱབས་རྗེ་ཟོ་མདོ་རུམ་བཅས་སྐབས་ནང་ལོག་ལ། གཅིག་གི་བཀའ་བློན་རེ་རེ་གྱི་ཆིབས་སྒྲུས་རེ་རེ་བེད་སྤྱོད་བཏང་ནས་ཁྱི་མ་ཆོས་ལ་སོགས་པ་འདི་འདྲའི་མང་པོ་ཞིག་བྱུང་ཡོད་རེད། ཡིན་ནའི་རེད་བ། ཉིས་སྟོང་ཉིས་གསུམ་ནང་ལོག་ལ། སྐྱབས་རྗེ་ཟོ་མདོ་རུམ་བཅས་ཀྱི། འདས་པའི་གྱི་ལོ་བཅུ་ནང་ལོག་ལ་ཕྱག་ལས། སྐུ་ལས་བསྐྱབས་བཅས་ཕྱག་ལས་ཡག་པོ་གནང་བཞག་པ་འདི། ཉིས་སྟོང་ཉི་ཤུ་གྱི། སྐར་མ། སུམ་བཅུ། ཆུ་ཕྱེད་ཀར་འབྱིན་གྱིས་ལ་བལྟ། དེའི་ནང་གི། དྲི་བ་དྲིས་ལན་འདིའི་ནང་ནས། ཚང་མ་གཙང་ཆ་བཟོས་ཤག་རོགས་ཚང་མ་བསུབ་ཤག་རོགས། སོང་ཙང་ད་རིང་གི་དུས་ཚོད་འདིའི་ནང་ལོག་ལ། ཉན་པ། ཉན་པ་ལགས་མེད་ད་ཉམས་པ་ལར་སོགས་ཀྱི། དགག་པ་ག་རེ་རྒྱག་དགོས་རེད་བསམ་ཚུལ་ག་རེ་སྤུངས་དགོས་ལབ་པ་ཡིན་ན། སྐྱབས་རྗེ་ཟོང་དོ་རུང་བྱེད། ཨ་ནི། ཁྲིམས་ཞིབ་པ་གསུམ་པོ་དེ་འཕོ་རྒྱུ་བཏང་བྱ་ཡ་དེ་སྤྱི་འཐུས་གྲོས་ཆོད་ངོས་ནས་འཕོ་རྒྱུ་བཏང་བྱ་ཡ་དེ། རྩ་ཁྲིམས་དང། ཧ་ལམ་ད་མཐུན་མ་སོང་གདོང་ཐོག་བྱེད་ཅིག་གསུངས་རྗེས་མཐའ་མ་དེ་རུ། ད་འདི་གི་འགན་དབང་ཆ་ཚང་དང་འདི་གི་ལག་ལེན་དེ་ད་མི་མང་གི་འགན་རེད་ཅེས་ཅེས་མི་མང་གང་ལ་མ་གཡུག། མི་མང་ཚོ་གང་ནང་ལོག་ལ་རོ། སྤོ་རོག་གི་སྤུ་གུ་ན་ཤི་བྱས་ཅེས་མ་གཡུག། གཉིས་ཅེས་སྤོ་རོག་སྤུ་གུ་ད་ཕ་མ་མེད་སྐྱོ། སྤུ་གུ་གཅིག་པོ་ཅིག་གང་སྐྱེས་ན་ལོ་ལ་ཕག་སྒྲོ་མ་བཞིན་ཆུ་སྒྲོ་མ་བཞིན་སྐྱེས་ལ་ལྷག། ཨ་ནི་ཐ་མ་དེའི་ནང་ལོ་ལ། ད་མི་མང་གི་བསམ་རྒྱུས་མ་མཐུན། ཨ་འདིའི་སྐབས་ན་ལོ་གུ་གབ་སྐྱག་ཟོ་མདོ་རུམ་ཅིག་གིས་འདི་གསུང་བ་དང་ཟོ་མདོ་རུམ་ཅིག་གིས་དཀར་མོའི་སྡེ་གི་གུ་གབ་གླེང་ཚེ་ཟུར་པ་ཁ་ཤས་ཅིག་གིས། ཨ་ནི་ཁྲིམས་ཞིབ་པ་གསུམ་པོ་ལ་ཡང་སྙན་ཞུ་རྒྱག་ཡ་ལ་སོགས་པ་འདི་འདྲའི་བྱས་རྗེས་ཁྲིམས་ཞིབ་པ་གསུམ་པོ་གསར་འགོད་གསེར་རྐ་གསར་འགོད་གསེར་བཀྲ་དཔེ་ཆེ། སྤྱི་འཐུས་གྲོས་མཆོག་གིས་ཐག་གཅོད་འདི་ལ་གུ་ཞབས་བྱེད་ཅེས་ང་རང་ཚོས་ལས་བརྩམས་བཞག་གི་ཡིན་ཅེས་ནི་གསུངས་བསྡད་ངེས། དེ་ཚོ་ཡང་ཕྱི་གཞི། ཕྱི་ལོག་རྒྱག་ཅིང། ང་ནི་ཁྲིམས་ཞིབ་ལས་ཁང་ནང་ལོ་ལ་ཡར་སླེབས་པ་རེད་བ། སོང་ཙང་འདིར་སླེབས་པའི་རྐྱེན་ལ་བརྟགས་ཚེ་ད་རེས་མི་དམངས། དུམ་བུ་གཉིས་ཆགས་པ་རེད་བ། ཆོལ་ཁ་དེ་སྐྱིད་མེར་འཁྲོལ་བསྡད་ངེས་རོ་སྤིན་རྒྱག་སྤིན་རྒྱག་ནང་ཁུ་ནང་འཁྲོལ་བསྡད་ངེས། གྲོགས་པོ་གྲོགས་མོ་དགའ་བོ་དགའ་རོགས། ཚང་མ་ཁྲོས་བྱེད་དུམ་བུ་གཉིས་ཆགས་ཡོད་འདུག་ཟོང་དུ་རིན་པོ་ཆེ་ཡང་ཁུ་སིམ་མེར་བཞུད་ཚེ། ཁོ་རང་བླ་མ་ཅིག་བྱས་དེའི་ནང་ནས་དགེ་བཤེས་ཐོན་ཉུང་ཉུང་དེའི་ནང་ནས་རིན་པོ་ཆེ་ཅིག་བྱས། དེའི་ནང་ནས་ང་རང་ཚོའི་བརྩི་ཚོགས་ནང་ལོགས་ལ་ད་བདག་ཉིད་ཆེན་པོ། མ་ཏཱ་གཱ་འདི་དང་འདྲ་པོ་ཡོང་ངེས་ཀྱི་ཁེ་དབང། དེ་འདྲའི་མི་གཅིག་གིས་རེད་བ། སྤྱི་ཚོགས་ཁྲག་སྣག་དཀྲུགས་བ་ན་ཤི་དཀྲུགས་བྱས་བཞུགས་བསྡད་ཡོད་འདུག་བསམ་པ་དེ་འགྲིག་མ་སོང་ངོ། ངན་པ་བླ་སྲོག་གིས་དགག་པ་རྒྱག་བའི་རྒྱུ་མཚན་གཙོ་བོ་གཅིག་དེ་འགྲིག་མ་སོང་ངོ། ད་རིན་པོ་ཆེ་གིས་མི་མང་གི་དགེ་དབང་རེད་ཟེར་དུས་ད་རིང་མི་མང་དུམ་བུ་གཉིས་ཆགས་རེད་བ་དུམ་བུ་གཅིག་གིས་ཁྲིམས་ཞིབ་པ་ཡོང་དགོས་དགོས་འདུག་དུམ་བུ་གཅིག་གིས་ཁྲིམས་ཞིབ་པ་ཡོང་དགོས་དེ་ཁྲིམས་འགལ་རེད་ཅེས་ནས་བཤད་ཡོང་འདུག་ད་དུམ་བུ་གཉིས་ཆགས་ཚེ་ད་རེས་ངས་ལབ་བ་ནང་བཞིན། ཁྱོ་ག་སྐྱིད་སྨད་ནང་སྒུག་ནང་ལ་འཁྲུག་པ་པ་ཨ་མ་ནང་སྒུག་ནང་ལ་འཁྲུག་སྤུན་སྤུན་སྐྱ་ནང་སྒུག་ནང་ལ་འཁྲུག་དགའ་བོ་མཉེས་པོ་གང་ལ་འཁྲུག་བསྡད་ཡོང་དུས། ངའི་གི་མི་མང་གི་རྒན་ར་བ་འདི། འདི་དེ་མ་རེད་དམ་འདི་དེ་འདྲ་དེ་འདྲ་རེད་དམ་བྱས་ནས་གསལ་བཤད་བྱེད་ཡ་ལ། རིན་པོ་ཆེ་གསལ་བཤད་མ་བྱས་བ་ཅེས་བྱམས་ཏེ་ངའི་ཞུ་བདེ་གོ་ར་བ། སོང་ཙང་འདི་འདྲའི་ཚིག་འགའ་ནི། འདི་ཏག་ཏག་བདེ་གི་མི་འདུག་བྱས་བྱས་དགག་པ་བརྒྱ་ཡ་དང་བསམ་བཅུ་སྤུངས་ཡ་འདི། བོད་མི་མང་དཀྱུས་མ་ཇི་ཡིན་པའི་ཆ་ནས་དེ་ག་ནང་བཞིན་གྱི་བོད་མི་རིགས་དང། བོད་ཀྱི་རྩ་དོན་དང་བོད་རྒྱལ་ཁབ་ལ་ཡར་ཞེན་སྒོ་ཡོད་ངེས་ཀྱི་ཆ་ནས། ཉམས་པ་ལགས་སོགས་ཀྱིས་ཨ་ནི། བསམ་སྤྱོད་ཅིག་ཚོར་བ་ཅིག་སྤུངས་པ་རེད་མ་གཏོགས། དེ་ལ་ཡང་མ་ཉོ་ཁ་གཡོག་གིས། ཨ་ནག་ཉེས་དང། ཟུར་ཟ་དང། དེ་འདྲའི་བྱེད་ཀྱི་ཡོད་མ་རེད་བ། དེ་ག་ནང་བཞིན་གྱི་སྐུ་ངོ་རྒྱ་ལོ་དེ་འདྲ་སེ་རྒྱ་ལོ་དེ་འདྲ་ལ་རེད། ལྷ་ལྕམ་སྐུ་ཞབས་ལགས་རེད། གང་དག་ཐུགས་རྩོད་ནང་ལོག་ལ་ལ་སྤྱི་ཚོགས་ནང་ལོག་ལ། གང་ཐུགས་རྩོད་ཅིག་གིས་སོག་པ་འདི་ཡིན་ན་ར་སྒེར་སོ་སོ་ཡིན་ན་ང་རང་འདྲ་བོ་ཡིན་ན་རེད་སུས་གི་ཡིན་ནས་ཀྱང་ངོར་མི་བྱེད་གི། དེ་དང་སྒྲ་སྒྲ་ནི་གླས་ཡོང་འདུག་ང་རང་ཚོ་སུ་གཅིག་གིས་འདི་གང་ལོག་ལ་ཀ་མེད་མ་གནང་ན་ཡག་ག་འདུག་སྤྱི་ཚོགས་འཁྲུག་གི་རེད་བསམ་བྱེད། སུ་གཅིག་གིས་སྐད་ཆ་བཤད་གི་ཡོག་མ་རེད་ད་ཡིན་ན་ཡང་སྤྱི་ཚོགས་ནང་ལོག་ལ། ཚོགས་པ་འདི་གི་མིང་བོད་ཅེས་འདི་འདྲའི་ཞིག་གིས་བཟོས་ས་གིས། ཨ་ཚེ་ག་ལ་བ། ཁོས་དོན་མེད་ཀྱི་སྐྱེལ་རྩོད་དེ་འདྲ་བཙུགས་ཀྱི་འདུག་ཅེས་ནི་བཤད་བསྡད་མཁན་དེ་འདྲ་མང་པོ་ཞིག་འདུག་ད་མང་པོ་ཟེར་ན་རེ་ཟུང་གཅིག་ཏན་ཏན་འབུར་དུ་དོན་ནི་བཤད་བསྡད་ཀྱི་འདུག་སོང་ཙང་འདི་ཚོ་བདེན་པ་མ་རེད་ཞུ་ཡ་ཡིན། གངས་རི་འདྲ་བོ་གཅིག་ད་ད་བར་དུ། ང་རང་འདྲ་བོ་གཅིག་གིས་གངས་རི་འདྲ་བོ་སྤྱི་ཚོགས་དྲ་ལམ་བརྒྱུད་ཡོད་ཅེས་སྐད་ཆ་ག་རེ་འདྲ་བོ་བཤད་ཀྱི་ཡོད་ན་བཤད་བ་འདི་ལ།

འཇུག། འཇུག་ལ་ཡང་དུད་འགྲོ་འགྲོ་དེ་ངེས་ཀྱི་མེད་ཅིག་རྗེས་འཇུག་པར་བགྱིའོ། ཡིན་ནའི་རིན་པོ་ཆེ་གི་ཉིས་སྟོང་ཉི་ཤུ་གནང་རོགས་ལགས། ཅེས་ཀྱི་ནོར་ཝེ་རླུང་འཕྲིན་ཁང་དང་དྲི་བ་དྲིས་ལན་གྱི་དེ་གི་རྐྱེན་ལ་བརྟགས་ཚེ་ད་རེས་སྤྱི་ཚོགས་ནང་ལོག་ལ། ར། མི་གསུམ་རྟོག་རྡོ་གསུམ། དབུ་ཁ་ཚར་སྐལ་བཟང་རྡོ་རྗེ། འཇིགས་མེད། སྦྱིན་པ་འཇུག་མེད། གང་དང་ད་སྤྱི་འཐུས་ཚོགས་གཙོ། ད་ཁོ་རང་མི་ངས་གླས་ཀྱི་མི་འདུག་ང་རྣམ་པ་ཚོ་གླས་ཀྱི་འདུག་ན་ཅིག་གསུངས་ཤག་རོགས་བྱེད། ཁོ་རང་གི་མཚན་དེ་གླས་ཀྱི་མི་འདུག་ད་ང། བྱས་ཙང་སྤྱི་འཐུས་ཚོགས་གཙོ་ཟུར་པ་རེད་གོ་རང་ཉིད་ཁོ་རང་ཆེ་ཨ་ཅར་ཡ་ཡེ་ཤེས་ཕུན་ཚོགས་ཁོ་རང་ཚོ་གསུམ་ལ་རྡོག་རྡོག་ཁོ་རང་མི་ཚེ་ལ་ཡང་གྱོང་གུད་ཆེན་པོ་ཞུ་བྱེད་རག་ཡོད་རེད་བསང་ཚགས་རིན་པོ་ཆེ་གི་བྱས་ཙང་ཆུ་ཚེ་ཆེ་ཁག་གི་བཀའ་མོལ་འདི་གི་རེད་ཨ་ནི་སྡིག་པ་ག་ཚིག་བསགས་ཡོད་རེད་ད། ད་ང་ང་འདྲ་བོ་བྱས་ན་མི་དཀྱུས་མ་ཅིག་ཡིན་རེད་བ། མི་དམའ་ས་སེ་དགོས་ངེས་ཡིན། དེ་སྔ་ན་ཤེས་ཅིག་གིས་སོ་སོ་ཆོས་གང་ལོ་རེ་བཞི་བོ་ཅིག་གཏིང་ཟབ་གོ་ཐོག་ནས་བཤད་ཐུབ་ཀྱི་མེད། ད་རིན་པོ་ཆེ་འདྲ་བོ་བྱས་ན་སྐྱབས་རྗེ་ཟོང་དོར་རིན་པོ་ཆེ་འདྲ་བོ་བྱས་ན་རིན་པོ་ཆེ་རེད་དགེ་བཤེས་གྲུབ་ཉུང་པོ་རེད་བླ་མ་ཚགས་ཆེན་བཞི་བོ་བྱས་ན་མཁས་དབང་རེད། ནི་ཁོ་རང་གིས་རེད་བ། ངོ་ནས་དྲང་ནས་ཆོས་ཕྱོགས་ཀྱི་ཐོག་ནས་ན། དཔག་ཏུ་མེད་བ་གི་སྡིག་པ་བསགས་ཡོད་རེད་བསམ་ས་རོགས་གཅིག་དྲན་གྱི་ཡོད་སྐུ་ཚེ་འདི་ནང་ལོག་ལ་ཁོ་རང་གི་ཡང་སྲིད་གི་ད་སྐུ་ཚེ་འདི་གང་ལོག་ལ་ཁོ་རང་གི་རང་ང་ཚོ་སྤྱི་ཚོགས་དུམ་བུ་གཉིས་བཏང་ཚེ་དཔག་ཏུ་མེད་བ་སྡིག་པ་བསགས་ཡོད་རེད་བསམ་ས་རོགས་གཅིག་དྲན་གྱི་ཡོད་ག་ཚིག་གི་ཁོ་རང་གི་མི་མང་གི་ད་འདི་ཐག་ཆོད་མི་མང་བྱེད་གི་རེད་ཅེས་ནས་གསུངས་མེད་པ་ཡིན་ན་དེའི་སྐབས་ནང་ལོག་ལ་ར་བ་འོས་བསྡུ་ཚ་འོས་བསྡུ་ཚ་ཚ་ཚ་ཚ་བའི་རྗེས་ལ་ཡི་རེད་ད་རིན་པོ་ཆེ་མཁས་དབང་རེད་ར་བ། མཁས་དབང་གིས་ཀ་མད་སྣང་འཇོག་འདི་ཚོ་ང་ཚོ་གཏིང་གཟིགས་པོ་ཐོག་ནས་བརྫུས་ཐུབ་ཀྱི་མ་རེད། ད་དེ་མི་མང་གིས་ཐག་གཅོད་གནང་གི་རེད་བྱས་འདུག་མི་མང་གིས་ཐག་གཅོད་ག་རེ་གནང་དགོས་དགོས། ད་རེས་མི་མང་དུམ་བུ་གཉིས་ཆགས་རྗེས་མི་མང་ཁྲག་རླག་དཀྲུགས་པ་ན་ཞིག་འཁྲུགས་ནས་བསྡད་བསྡད་འདུག་ཡབ་མེས་རིན་པོ་ཆེ་ཞལ་ཁ་བཙུམས་རྗེས་ཨ་ནི་པ་མཐོང་ཡག་གོ་རྒྱུ་ཐོས་རྒྱུ་མེད་པ་བྱས་ནས་བཞུགས་བསྡད་པ་ཡིན་ན་འགྲིག་གི་འོ་མ་རང་རིན་པོ་ཆེ་གིས་གསུངས་བ་ཆིག་བརྩེགས་ཀྱིས་མི་མང་གིས་ཐག་གཅོད་བྱེད་ཀྱི་རེད་གསུངས་བ་ཆིག་བརྩེགས་དེ་ག་རང་གིས་ད་རེས་ད་ང་རང་ཚོ་དཀའ་ཉེས་འདི་ལམ་ཚེ་ཐལ་འདི་བ་ར་ཚོགས་པ་རྣམས་སོང་ཙང་འདི་འདྲའི་སྐར་ནང་ལ་ཡང་རིན་པོ་ཆེ་ཚུར་ཕེབས་ཚེ་ངེད་ཀྱིས་མི་མང་གི་ཐག་གཅོད་རེ་བྱེད་ཡོང་དུས། ཐག་གཅོད་མི་མང་གིས་འདི་འདྲའི་སྒང་ནས་བྱེད་དགོས་རེད་འདི་འདི་འདི་རེད་ཟེར་གྱིས་ཡང་གསལ་བཤད་ཅིག་གོ་དགོས་ར་དེ་ཡོད་མ་ར་བྱམས་དེ་ངའི་ཞུ་དེ་ཡོད་ར་སོང་ཙང་འདི་འདྲའི་སྒང་ནང་ནས་སོ་སོ་བོད་པ་ཅིག་ཡིན་པའི་ཆ་ནས་དེ་ཏག་ཏག་བསྡད་མ་སོང་བར་བྱས་ཚེ་དགག་པ་རྒྱག་དེ་ངས་སོ་སོ་གི་བདག་དབང་རེད་ཨ་སོ་སོ་གི་བདག་དབང་འདི་ལྷག་བསམ་རྣམ་དག། འགན་འཁྱེར་བའི་ཐོག་ནས་གདོང་བསྟན་བའི་ཐོག་ནས་ང་རང་གིས་མ་སྤོང་བ་ཡིན་ཅེས་ནས་འདི་མ་གསལ་བོ་ཅིག་ཞུས་ནའང་བསམ་ས་ལོགས་སུ་དྲན་སོང། དེ་ནས་ད། རྣམ་པ་ཚོ། ཅོ་མིང་དུ་ཅོ་ན་ཐིང་ལ་ཡ། མིག་བཙུམ། ག་རེ་བྱས་ནས་ཡིན་ན་གང་ད་ལྟ་ཆབ་སྲིད་ཀྱི་དབུ་ཁྲིད་ནང་ལོ་ལེགས་ཡ་སྐྱེད་ཅིག་ར་བ་ཞུ་ཅིག་བརྒྱབ་ཡོད་ཀྱི་རེད། སོང་ཙང་ར་བ་སྟོང་པ་རེ་བྱས་ནས་ཞུ་ཡ་ཡིན་རེད་བ། ངས་དེ་སྙེད་ཀྱི་ཐད་ཀར་རྒྱང་སྲིད་འདི་ནང་ལོ་ལ་ཁོ་རང་གི་མི་གཙོ་ཡིན་ན། ད་ད་ཁོ་རང་གི་ད་ཁོ་རང་འདྲ་བོ་ཅིག་ཡིན་ན་ད་ཅིག་ཞུ་ཅིག་ཡིན་གསུང་གོ་ར་བ་ད། ང་སྐྱབས་རྗེ་ཟོང་དོ་རིན་པོ་ཆེ་གི་ཞེ་བོ་གཅིག་གི་དགེ་ཕྲུག་ཡིན་ཅེས་ནི་གསུངས་འདི་གོ་རོ་སོང་ཚད་ཁོ་རང་གི་དགེ་རྒན་སྐྱབས་རྗེ་ཟོང་དོ་རིན་པོ་ཆེ་གི་དུས་རབས་ཉིས་རྩ་གཅིག་རྩ་གཉིས་རྩ་གསུམ་མ་སླེབས་གི་ནི་ཉིས་རྩ་དྲུག་གི་གང་ལོ་ལ་ཡང་དགོངས་པ་བཞེས་ངེས་ཀྱི་མི་ནག་ཅིག་ཡིན་འདུག་བསམ་པ། ད་རེས་ཡང་ཁོ་རང་དགེ་ཕྲུག་ཅིག་ཡིན་པའི་ཆ་ནས་ཉིས་སྟོང་ཉིས་རྩ་དྲུག་ལ་ཕར་དགོངས་པ་མ་བཞེས་ནས་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནང་ལོ་ལ་མར་ཡང་རྒྱབ་ལོག་ཅིག་མར་འགྲོ་འདི་གི་འདུག་མར་རྒྱང་རྒྱང་འགྲོ་འདི་གི་འདུག། ཁོ་རང་ངོས་ནང་ནས་འཛམ་གླིང་སྡིངས་ཆ་གང་ལ་ང་རང་ཚོ་ངས་ག་དུས་ཡིན་ན་བཤད་བདེ་བོ་ང་རང་ཚོ་བརྩི་ཚོགས་ནང་ལོག་ལ། ད་རེས་ང་རང་ཚོ་བརྩི་ཚོགས་ནང་ལོག་ལ། རྐྱེན་ཚ་ཤོས་དེ་ག་རེ་ཡོད་ལབ་ན་ང་ཚོ་ཆབ་སྲིད་གང་ལོག་ལ་འགན་འཁྱེར་གི་ཡོད་མ་རེད། གོ་རྟོགས་མེད་རེད་ཟེར་ན་གོ་རྟོགས་ཡོད་རེད། ཡིན་ན་ཆབ་སྲིད་གང་ལོག་ལ་འགན་འཁྱེར་གི་ཡོད་མ་རེད་འགན་འཁྱེར་བ་ཡིན་ན། མང་ནང་ནས་སྤུ་ཏོག་ཏོག་ཏོག་བྱེད་ཡ་དཀའ་ངེས་སྤྲད་གི་རེད་བསམ་ཚེ་སུ་གཅིག་གིས་འགན་འཁྱེར་གི་ཡོད་མ་རེད། ག་སྲིད་ཀྱི་ད་ལྟའི་གི་དུས་ཚོད་འདིའི་ནང་ལོག་ལ་ང་རང་ཚོ་གི་ཆབ་སྲིད་སྒོ་གང་ལོག་ལ། རྒན་ཁྱི་བ་ཡིན་ན་ང་ཚོ་ཨིས་ར་ཨེལ་ལས་དྲག་དྲག་དྲག་ཆགས་ཀྱི་རེད་མ་གཏོགས་ཨིས་ར་ཨེལ་ལས་སྐྱོ་བ་དེ་འདྲ་ཆགས་ཡོད་མ་རེད། ཨིས་ར་ཨེལ། དཔལ་འབྱོར་ཅན་གྱི་རྒྱལ་ཁབ་ཆགས་ཡག་དང་རྒྱལ་ཁབ་སྐད་གྲགས་ཆེན་པོ་ཆགས་དུས་ཚིགས་ཤུགས་སྐོར་རེད། ང་རང་ཚོ་དུས་ཡུན་ཆུང་ཆུང་གཅིག་ནང་ལོ་དཔལ་འབྱོར་གནས་སྟངས་གང་ལོ་ལ་ཚགས་ཚུད་པོ་ཡག་ཐམས་ཅད་ཆགས་ཡོད་རེད། ང་རང་ཚོ་སུ་ཡིན་ནམ་མོ་ཁ་ལག་ཟ་ཡག་མ་རག་མོ་ཀུན་ཤེས་འདི་འདྲའི་ང་ཚོ་སྤྱི་ཚོགས་ནང་ལ་བརྒྱ་ཆ་གཉིས་གསུམ་གཅིག་རེད་ཧམ་བསམ་ན་བརྒྱ་ཆ་ལྔ་ཚིག་རེད་དེ་ལ་ཡོད་མ་རེད་ང་ཚོ་ཚང་མ་འགྲིག་ཐག་བཅད་ཡོད་རེད་ཨ་ཆབ་སྲིད་གང་ལོག་ལ་འགྲིག་ཐག་བཅད་ཡོད་རེད་ཡིན་ན་ང་རང་ཚོ་འགན་འཁྱི་དགོས་མ་སོང་ཚ་གར་སིམ་ལ་ན་ཚང་མ་ལོག་ད། རེད་སོང་ཅིག་མ་ན་ནི་སྤུ་ཐོག་ཐོག་ཏོག་ཡོད་འདུག་ཚ་བ་འདི་འདི་གི་གང་གི་ཐད་ཀི་རེད་ཅེས་ཅེས་ཨ་ནི་འགན་འཁྱི་དགོས་མ་ར་སོང་ཚ། ད་རིང་གི་དུས་ཚད་འདིའི་ནང་ལོག་ལ་ར་བ། ང་རང་ཚོ་ཉིས་སྟོང་ཉིས་བརྩེགས་དྲུག་གི་སྔའི་བར་དུ་ད་གསབ་རྣོ་དེ་འདྲའི་བཏང་ཚེ་ཕྱག་ལས་ཞིག་གནང་མ་ཐུབ་པ་ཡིན་ན་ནི་ང་རང་ཚོ་རྒྱ་མི་ལ་ཡང་ཁ་བརྡའི་བཙན་ཟེར་མཁན་དེ་སྨྲ་བ་དང་བྲིས་དང་མེ་མདའ་གྱིས་ནི་ཁ་བརྡའི་བསྐྱལ་ཐུབ་མ་རང་ང་རང་ཚོ་ཀླད་པ་བེད་སྤྱོད་བཏང། རྒྱ་རབ་ལུག་རྒྱུད་བེད་སྤྱོད་བཏང། ཡིན་པ་འདི་ཡི་རེད་ཟེར་ནས་ཡང་ནི་བཤད་ཐུ་ཡག་གི་བློ་ཁོག་དང་སྤོ་བ་ཅིག་ཁྱེད་ཀྱིས། ང་ཚོ་འཛམ་བུ་གླིང་སྡིངས་ཆ་གང་ལ་འགྲོ་དགོས་གི་ཡོད་མ་རེད་འགྲོ་དགོས་གི་ཡོད་རེད་མ་གཏོགས་ཅི་གི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་རྒྱབ་བློ་ཚེ། ད་ལྟའི་བར་བོད་པའི་སྤྱི་ཚོགས་ནང་ལ་མ་ཕྱིན་རྗེས་ང་དཔའ་བ་ཡིན་དྭགས། ང་ཨ་མ་ཡིན་དྭགས་ཁྱོད་ཚོ་ངའི་སྤུ་གུ་རེད་དྭགས་ནུས་མ་ནུས་བ་ཤོག་ཟེར་ནས་ཡང་ནི་འདི་འདྲའི་གི་རྣམ་པ་བསྟན་རྗེས། ང་རང་ཚོ་སྤྱི་ཚོགས་བྱང་ཤ་ངོ་ཅོ་འདི་འདྲའི་ལ་འདི་འདྲའི་སྐོར་ར་ར་བསྐྱར་ནས་འགྲོ་བསྡད་པ་ཡིན་ན། ཉེས་མ་གཅིག་དགོངས་སྲིད་སྐྱོང་བློ་བཟང་སེང་གེ་གི་སྡུག་དཀའ་ལས་རྒྱག་བཞག་གི་དངུལ་དེ་རྫོགས་འགྲོ་གི་རེད་བ། ཨ་འདིའི་སྐབས་ནང་ལོག་ལ་ཡང་ཁོ་གར་བྱེད་གི་རེད། ཁྱེད་ཚོའི་བོད་མི་སྒྲིག་འཛུགས། འཐབ་རྕོད་ཀྱི་སྒྲིག་འཛུགས་གཅིག་རེད་ཟེར་གི་དུས་རྟག་ཏུ་ཤེས་འདི་གི་བ། འཐབ་རྕོད་བྱེད་མཁན་སྒྲིག་འཛུགས་གཅིག་ལ། མ་དངུལ་དང་དཔེ་ཤག་དགོས་ཡ་དེ་གལ་ཆེན་པོ་རེད་བ། སོང་ཙང་འདིའི་ཕྲན་དེ་ཚོ་མ་དངུལ་དང་དཔེ་ཤག་དེ་ཚོ། བཀའ་ཤག་སྐབས་བཅོ་ལྔ་བཅུ་དྲུག། ད་བར་རང་ཞིག་སྐུ་ངོ་སྲིད་སྐྱོང་བློ་བཟང་སེང་གེ་སྐུ་ལས་བསྐྱབས་རྗེས་ཡག་ལྷ་རྗེས་བཟོས་བཞག་པ་དེ་ད་ལྟ་ཁོས་ད་ཡུལ་སྐོར་སྤྲོ་འཆམ་འདྲ་ཕལ་ཆེ་བ་ནི་འདི་ཚོ་ཡག་སྟོབས་ཞན་བའི་དེ་ཚུན་རེད་དོ། ཁོ་རང་འཛམ་གླིང་སྡིངས་ཆ་དགང་བློ་ལ་ཁོ་རང་གི་ནུས་པ། ཁོ་རང་གི་འཇོན་ཐང། ཁོ་རང་གི་ལྷག་བསམ་ཁོ་རང་གི་ཤེས་ཡོན། ཁོ་རང་གི་ཡོན་ཏན། འདི་སྟོན་ཐུབ་ཡག་གི། འབོད་ཚིག་གོ་ར་མི་འདུག་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་ཕེབས་རྗེས་ཕྱི་རྒྱལ་ཡུལ་གྲུ་ཁག་ནང་གི་དཔེ་བརྗོད་བསྡུ་རུབ་བྱེད་ཡ་ལ་སོགས་པ་རྒྱབ་སྐྱོར་རྩ་ཡ་ལ་སོགས་པ་འདི་འདྲའི་དགག་བློ་ལ་གོ་ར་ནུས་པ་ཐོན་ཐུབ་ཡ་གོ་ར་མི་འདུག་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ་དེ་ཡའི་བྱང་ཤར་སྔོ་ཆོས་ནང་ལོག་ལ་ཕྱེད་ཀ་བོད་སྐད་རྒྱག་གི་ཡོད་བས་སོ་རོགས་ཕྱེད་ཀ་བོད་སྐད་གཙང་མ་རྒྱག་གི་མེད་བས་སོ་རོགས་ང་ཚོ་གཅིག་པ་གཅིག་རྐྱང་རེད་གསུངས་ས་འདི་འདྲའི་ཀིའི་ནང་ལོག་མ་འགྲོ་གོ་ར་ཞེའུ་ཅི་བྱེད་ཀི་འདུག་ཁོ་རང་ལ་ག་རེ་གོ་དགོས་རེད་ལགས་ན་ཁོ་རང་ལ་ཁྲ་ཁྲ་བོད་ཁྲ།

ཉིས་སྟོང་བཅུ་དགུ། འོས་བསྡུ་སྐབས་ནས་དགག་པ་རྒྱག་བསྡད་དགོས་ཡ་དེ། ཅོ་མིང་དུ་དང་ཅོ་ན་ཐིང་ལ་དགག་པ་རྒྱག་བསྡད་དགོས་ཡ་དེ་ཁོ་རང་ངོས་ནང་ནས། འཇོན་གྱི་མེད་པ་དང་བྱེད་ཀྱི་མེད་བ་དེ། སོ་སོ་གི་གདིང་སྤོས་ཡོ་ནས་དགག་པ་རྒྱག་བསྡད་ཡ་བ། ཡིན་ན་ཁོ་རང་ལ་ཁྱད་ཆོས་གཅིག་ངེད་ཀྱི་དེ་སྐབས་ནང་ལ་ཡོ་ཤེས་ཡོ་རེད་ཉིས་སྟོང་བཅུ་དགུ་ནང་ལ། ཁོ་རང་འདྲ་བོ་ཇི་ཡིན་ན། ནང་སེལ་འདྲ་བོ་དང་རེད་བ། དེ་ག་ན་ཤེས་བྱེད་ཀྱི་སྤྱི་བསྡུ་གྲོས་ཚོགས་ཀྱི་ཚོགས་གཙོ་འགྲོ་ལོ་དེ་འདྲའི་དགང་བློ་ལ་ཁོ་ར་མཆོག་ཏུ་གྱུར་བ་རེད་ཁོ་ར་དངོས་གནས་ཁྲ་ནས་ལས་ཀ་འདིའི་དགང་བློ་ལ་ཁོ་ར་བདམས་ཐོན་བྱེད་ཀྱི་བྱས་ན་རྒྱ་ཁྱི་རྒྱ་ཐམ་པ་སོ་སོ་ངོས་ན་རྒྱབ་སྐྱོ་ཡོད་རྒྱ་ཁྱི་རྒྱ་ཐམ་པ་རྒྱབ་སྐྱོ་ཡོད་ད་ང་རང་སྲིད་སྐྱོང་འདྲ་པོ་ད་ཅིག་ཡོད་ར་བ་ད་ཅིག། འདི་འདྲའི་དགང་བློ་ལ་ནི་རྒྱབ་སྐྱོར་བྱེད་ལགས་པ་ཡིན་ན་རྩ་བ་ལ་ནི་རྒྱབ་སྐྱོར་བྱེད་ཐུབ་གི་མེད་དེའི་སྐབས་མེད་ལབ་ཡོད་ད་གདོད་ཡིན་ན་རག་བྱ་ཡིན་དེ་རང་འཇོག་བྱེད་མེད་དེ་དང་མཉམ་དུ་ལ། ཁོ་རང་གི་ཀླད་པ་འདི་བཟང་སྤྱོད་ཅིག་དང་ལས་ཀ་ཡག་སྤྱོད་ཅིག་གང་ན་ཀླད་པ་འདི་ཁྱོད་ནི་བེད་སྤྱོད་བཏང་ཐུབ་མ་རེད། ལས་ཀ་སྡུག་ཅག་འདི་འདྲའི་དགང་བློ་ལ་ཁོ་རང་གི་ཀླད་པ་འདི་མཆོག་ཏུ་འགྱུར་བ་ཀླད་ཀ་བེད་སྤྱོད་བྱེད་ཀྱི་རེད། ད་ལྟ་ཁོ་རང་གི་ལས་བྱེད་བསྐོས་བསགས་བསྐོ་གཞག་འདི་ཚོ་གཅིག་གཟིགས་དང། རེད་བ། ད་ལྟའི་འདིའི་ནང་དུ་ང་རང་ཚོ་སྤྱི་ཚོགས་དང་ལོ་ལ་ཆབ་སྲིད་ཀྱི་གོ་རྟོགས་མི་འདུག་ཟེར་ཡག་འདི་མཚམས་གཙང་ལ། གཅིག་གིས་སོ་སོ། བློ་མ་བདེ་ཡོད་འདུག་གཅིག་བཤད་འདི་ག་མ་གཏོགས་ཆབ་སྲིད་གོ་རྟོགས་ཏན་ཏན་ཡོད་རེད། ཉིས་སྟོང་བཅུ་དགུ་ལོ་ནང་རོ་ལ་སྲིད་སྐྱོང་འོས་མི་སྒང་ལ་བཞང་བཞང་ངའི་མི་འདི་ཚོ་སྐབས་དེ་དུས་ངའི་ལག་གི་དུ་བ་དམག་དམག་མི་དམག་ས་དམག་ས་ལ་ཡིན་ན་དམག་རྒྱ་གར་འགྲོ་ངའི་དམག་མི་དཀྱུས་མ་བྱས་དམག་མི་དཀྱུས་མ་འདི་ལ་སྲུང་སྐྱབས་བྱེད་མཁན་ཨ་ནི་ལག་རྒྱ་ཆེན་པོ་དེ་ཚོ་རྒྱབ་ལོག་ལ་བསྡད་རྗེས་མེ་ཤུགས་སྤུན་ཟླ་དེ་ཚོ་བརྒྱབ་ཨ་ནི་དེ་བརྒྱབ་ཡོང་དུས་ཨ་ནི་གཞི་ནས་དམག་མི་དཀྱུས་མ་དེ་ཚོ་ཡར་འགྲོ་ཞག་དགོས་ར་དམག་རྒྱག་ཧ་སོང་ཙང་དེ་འདྲའི་གཅིག་གི་ཆ་ཤས་བསྒྲིགས་རྗེས། བློ་བཟང་སྙན་གྲགས་ལགས་བཀྲ་ཤིས་དབང་འདུས་ལགས། རྒྱ་རི་སྒྲོལ་མ་ལགས། ད་ནི། ཟས་གཙང་དང་འོས་བསྡུ་མང་པོ་འོས་མི་མང་པོ་ཇི་ཡག་ཅིག་བཞག་ཡོང་དུས་བརྩམས་པ་འོས་མི་འདིའི་ནང་ལོགས་ལ་འདུག་རྣམ་པ་ཚོ་དགོངས་པ་བཞེས་ནས་ཡག་པོ་བལྟ་བསྡད་པ་ཡིན་ན། འོས་མི་འདིའི་ནང་ལོགས་ལ། འོས་མི་འདི་ཡག་པོ་འདུག་འདི་གི་འཇོན་གི་རེད་འདི་གི་བྱེད་གི་རེད་བྱས་ཚེ་སྤྱི་ཚོགས་ནང་ལོགས་ལ། དུས་རྒྱུན་དུ་ཅིག་གིས་འབུར་དུ་དོན་ལེན་མཁན་འོས་མི་མང་ཆེ་ཡག་འདི། ལྟོ་ཟླའི་སྔོན་བྱོན། ལོ་ཙཱ་སྙན་གྲགས་ལ། རྒྱལ་སྒྲོལ་མ་ལ་འུ་ག་ཚང་སྐལ་བཟང་རྡོ་རྗེ་ཚང་མ་ལོ། སོང་ཙང་འདི་གི་དམག་ཇུས་བསྒྲིལ་དེ་ངས་འདི་ཚོ་སུ་རེད་ངས་དེ་དུས་ནས་ཉིས་སྟོང་བཅུ་དགུ་ནང་ན་མིག་དཔེ་བྱེད་མོ་ཁོ་ན་བསམ་ཚེ་ག་དུས་ཡིན་ན་མིག་བསྡད་ཀྱི་ཡོད། ད་འདོད་ཡིན་ན་འཆར་གཞི་འདི་ད་རང་འཇགས་འདུག་ཨ། གང་ཟླ་ཁོ་རང་གི་བཀའ་བློན་བསྐོས་བཞག་ཏུ་འཛུགས་ཅིག་སྲིད། བྱ་ངག་རིགས་ཀྱི་དོན་བྱེད་བསྐོས་བཞག་ཏུ་འཛུགས་ཅིག་སྲིད། བྱ་ངག་རིགས་ཀྱི་དོན་བྱེད་འདྲ་བོ་ཅིག་ཡིན་ན་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་འབུར་དུ་དོན་ནས། བོད་པའི་མི་རིགས་གཅིག་ལ། བོད་པའི་སྒྲིག་འཛུགས་གཅིག་ལ་བོད་པའི་རྩ་དོན་གཅིག་ལ་ཁོ་རང་གིས་འདི་བྱས་རེད་བྱས་ཚེ་གོ་རྒྱུ་ཆུ་རྒྱུ་པད་མ་སྲིན་དཀོན་པོ་རེད་ཡོད་ཀྱི་མ་རེད་བསམ་བསམ་རེ་བྱེད་ཀྱི་ཡོད། ཨ་ནི་བོད་པའི་ཅིག་སྒྲིག་འཛུགས་དང་བོད་པའི་ཀྱི་ཆབ་སྲིད་དང་བོད་པའི་ཀྱི་ཅིག་ཡོད་རོགས་ད། སྔོན་འདོད་རེད། འདི་ཁོ་རང་གིས་གསལ་པོ་གཅིག་རྟོགས་ཐུབ་ཀྱི་ཡོད་ན་ཧ་གོ་གི་ཡོད་ན་མེད་ན་བསམ་ཚར་རོགས་བྱེད། ཨ། དེ་འབྲེལ་གྱི་གང་ཟག་ཅིག་ལ། གནད་འགག་ཆེ་ཤོས། གལ་ཆེ་ཤོས་ཀྱི། ཨ་ནི། རྒྱན་ཅིག་འདུག་སྤྲད་ཡོང་དུས་བརྩམས་པ། ནི། རྒྱབ་མདུན་ག་རེར་བཀྲ་ནས་སྤྲད་པ་རེད། ཁོ་རང་ལ་ཡང་དོན་ཆེན་ག་རེ་ལ་སྐུལ་བཏང་ནས་བསྐོས་པ་རེད། སོ་སོ་སོ་དགོངས་པ་བཞེས་ན་རོགས། ཁོ་རང་འདྲ་བོ་བྱས་ན། སྤྱི་ཟུར་བཀྲ་ཤིས་རྣམ་རྒྱལ་གྱི་བུ་མོ་གི་ཆོ་ག་ཡིན་འདུག་སྤྱི་ཟུར་བཀྲ་ཤིས་རྣམ་རྒྱལ་གྱི་མག་པ་ཆགས་འདི་གོ་ར། སོང་ཙང་ཁོ་རང་མི་སྒེར་པ་གཅིག་གི་འཇོན་ཐང་དང་གནས་སྟངས་དང་ཡོན་ཏན་དང་ལྷག་བསམ་འདི་འདྲ་ལ་མ་བལྟ་བ་ཡིན་ན། བཀྲ་ཤིས་རྣམ་རྒྱལ་གྱིས། འདས་པའི་ཉིས་སྟོང་བཅུ་དྲུག་ནི། ཅོ་མིང་རྡོ་དང་ཅོ་ན་ཐིང་ལ་ཡ་རྒྱབ་སྐྱོར་བྱེད་བ་འདི་ལ་བརྟེན་ཏེ་གཟི་ཞག་སྟག་ཞག་བསམ་ས་རོགས་ཞེས་དྲན་གྱི་ཡོད། གཅིག་དེ་བྱས། གཉིས་པ་འདིའི་ནང་ལོ་བྱང་ཨ་རིག་གི། དོན་བྱས་ནང་ལོགས་ལ། དབུས་གཙང་སླེ་ཡོད་ཀྱི་རེད་མདོ་སྟོད་མང་པོ་སླེ་ཡོད་རེད། ཨ་ནི། གདོད་མའི་ནི། བྱང་མངའ་རིས་ཀྱི་དོན་བྱས་སླེ་བ་དེ་ངས་ནི་གོག་མ་མྱོང། ཡུལ་གཞན་གྱི་ལ་ཧ་གོག་མེད། ག་ཚིག་ཡང་ནོར་མེད་པ་ཡིན་ན། ཨ་ནི། ངས་ནི་གོག་མ་མྱོང་སོང་ཙག་ད་ཅིག་གི་རྒྱུ་རིན་ཅིག། སྣར་ནི། འགྲོ་བསྡད་ཡ་དེ་རྒྱུ་རིན་དེ་བཅད་ཡ་ཅིག་དང་ཨ་ནི། གཅིག་གི་དམག་ས་དེ་ཁེ་མེད་མ་སོང་ན་དམག་ས་ནང་ལོགས་ལ་ང་ཚོ་གནད་འགག་ཆེ་ཤོས་ཆེ་ཤོས་ཀྱི་ས་རྒྱ་དེ་འདྲའི་གང་ལོགས་ལ་ཨ་ནི་དམག་མིས་བཞག་ཅེས་སྲུང་སྐྱབས་བྱེད་བཅུག་གོ་ར་ད་ཁོ་རང་གིས་སྲུང་སྐྱབས་བྱེད་བཅུག་གི་འདུག་གྱང་ངྷ་རིགས་ཀྱི་དེའི་ནང་ལོགས་ལ་ཁོ་རང་གིས་ད་དགའ་པོ་མཉེས་པོ་གྲོགས་པོ་བྱེད་ནའི་མི་འདུག་ག་རེ་བྱེད་ནའི་མི་འདུག་འདི་བཀོད་ཚར་སོང་ཨ། བཀའ་བློན་གསུམ། ད་ད་ཁོ་རང་གིས། ཁོས་ཚ་སོང་ཨ་ཁོ་རང་ལ་སྡིག་པ་ཡོད་མ་རེད་ཉིས་སྟོང་ཉིས་གསར་སྒྲུང་གནང་རོགས་ལ་ཁོ་རང་ཡང་འཇོ། ཆབ་སྲིད་ཀྱི་དབུ་ཁྲིད་ཁྱེད་ཀྱི་ཡོད་མེད་ཀྱི་སྡིག་པ་ཡོད་མ་རེད་སོང་ཚ་ཁོ་རང་གི་ད་དམག་རྩིས་དྲུག་བསྒྲིག་གི་མགོ་ར་ཁོ་རང་གི། སོང་ཚ་ཁོ་རང་གི་དམག་རྩིས་འདི་ག་འདྲའི་བསྒྲིག་ནས་གནད་འགག་རོགས་ཁྱེད་མཐོང་གི་མི་འདུག་འོས་ཤོས་ཡ་ཡིན་རོགས་ཨ་ཉིས་སྟོང་ཉིས་གསར་སྒྲུང་གནང་རོགས་ལ། ཁྱེད་རང་གི་ཨང་ད་འདི་འདྲའི་དམག་རྩིས་ཅིག་དམག་གི་ཆ་ཤས་ཅིག་བསྒྲིག་འདེག་འདུག་ཨ། འདི་ཚོ་ཚང་མ་ལོ་ལ་ང་རང་འོས་མི་གཅིག་གི་མིང་བོས་བ་ཙམ་གྱི། ཚང་མ་ཐེ་ཚེ་པོ་ཚེ་གྲོགས་པོ་རེད་ཆེ་ཚེ་འདི་ངས་ཚིག་ཐག་ཐོ་བོ་ག་རེ་ཞུ་གི་ཡོད་ད་ཚིག་ཐག་ཐོ་བོ་མ་ནི་སྤོ་བ་ཐོ་བོ་ག་རེ་ཞུ་གི་ཡོད་ཨ། ངས་ག་དུས་ན་ན་གོས་དབུས་གཙང་གི་དགའ་མོས་བྱས་དེ་ངས་སྟོད་སྨད་ཀྱི་དགའ་བོས་བྱས་དེ་ངས་མདོ་སྟོད་ཀྱི་དགའ་བོས་བྱས་དེ་ངས་དེ་འདྲའི་གཅིག་གི་མིང་གཅིག་མིང་འབོད་བྱས་ནི། སྲིད་སྐྱོང་གང་ལོ་ལ་མིང་འབོད་བྱེད་ཀྱི་ཡིན་ཉིས་སྟོང་ཉིས་རྩ་དྲུག་ནང་ལོ་ལ་ཉིས་སྟོང་ཉིས་རྩ་དྲུག་ནང་ནི་དམའ་ཤག་གཅིག་ལ་ཟེར་བ་ཡིན་ན་རྒྱ་སྒོའི་ངོས་ན་ནས་མིང་འབོད་བྱེད་བྱེད་ས་དམའ་ས་ཁོ་ར་ནི། ཆབ་སྲིད་ཀྱི་གོ་རྟོགས་སྤེལ་ནས་འགྲོ་བསྡད་ཀྱི་ཡིན་ཅེས་ནི་ཤོད་བསྡད་ཡོད་ལ་འདི་ངས་ཏན་ཏན་ཁོ་ལ་བྱས་ཡིན་ཅེས་ནི་ཤོད་ཡ་ཡིན། ཨ་ནེ་འདི་འདྲ་རོ་བྱེད་ཡིན་རྣམ་པ་ཚོ་ཚང་མ་བློ་ལ་ད་རིང་གི་དུས་ཚོད་འདིའི་ནང་བློ་ལ། མངའ་རིས་སྤྱི་མཐུན་ཚོགས་པ་གི་དངོས་གནས་ད་ནས་མི་ནག་གལ་ཆེ། བཀའ་དྲིན་ཆེན་པོ་ལྷག་བསམ་བཅས་མི་ནག་དངོས་གནས་ད་ནས་མི་དངོས་གནས་ད་ནས་གལ་ཆེན་པོ་ཞེ་བོ་ཅིག་ད། འགྲོ། སོ་སོ་སྤྱི་ཚོགས་ནང་ནི་མང། མེད་པར་ཆགས་པ་རེད་སོང་ཙང་དེའི་གང་ལོག་ལ། ཨ་ནེ་ང་རང་ཚོ་ངེད་ཀྱི་ཨ་མདའ་ཐད་ཀར་འཇམ་སེ་ཟིའི་ལས་ངན་ཚོ་ཚང་མ་ལོག་གི། རྒན་ཚེ་རིང་ཁྱོད་འབའ་འདྲ་བོ་བྱིན་ན་ཁོ་རང་གི་ཨ་ནེ་སྐུ་ལས་མང་པོ་བསྐྱོན་རྗེས་ཁོ་རང་མངའ་སྡེའི་སྤྱི་དོན་ཚོགས་པ། ཐོག་མར་དབུ་འཛུགས་བྱེད་མཁན་ཁོ་རང་རེད་སོང་ཙང་ཁོ་རང་ལ་ཡང་སྡུག་སེམས་མཉམ་སྐྱེ་གནང་རོགས་གནང་ཅིག་ཁོ་རང་གི་དགའ་བོ་མཉེས་པོ་དང་དབྱི་པིན་ཅང་དང་ནང་མི་ཚོ་མཉམ་དུ། སྒྲ་ནང་གི་ཡོད་ནམ་མེད་ན་དེ་འདྲ་ངས་གསལ་བ་ཨ་གོ་མ་སོང་ག་ཚད་ཀྱི་ཡོད་པ་ཡིན་ན་འདུག་སེམས་ཉམས་ཀྱི་གནང་རོགས་གནང་ཅན་གྱི་ཞུ་ཡ་གཅིག་དང་ཨ་ནི། ཉམས་རྟོགས་ལ་མངའ་རིས་སྤྱི་མཐུན་ཚོགས་པ་ནང་དུ་ལས་ཡོད་བཞག་མཁན་མངའ་རིས་པ་ཚོ་ལ་ད་གཉིད་ཚད་གོ་རེ་ཞུ་ཡ་ཡིན་རོགས་ཨ་ད་གཉིད་ཚད་ཀྱི་དུས་ཚོད་སླེབས་པ་རེད་ད་ཟེར་ན་རྣམ་པ་ཚོགས་ཀྱི

ཡང་མི་ཁ་ཤས་ཅིག་གི་འོག་ལ་བེད་སྤྱོད་འོག་ལ་ཚུགས་འགྲོ་གི་འདུག་དེ་འདྲས་མ་ཚུགས་རོགས་བྱེད་ཞུ་ཡ་ཡིན་རེད་བ་ད་ང་ད་མཐོང་གི་འདུག་མངའ་རིས་ཀྱི་སྤྱི་འཐུས་ཅིག་སྤྱི་འཐུས་ག་ནི་རྟ་ནི་མ་བབ་ཚེ་བུང་གུ་གང་ལ་ཡག་ཞོན་ནི་འགྲོ་དེ་གི་བ་སོང་ཙང་ཁོ་རག་གི་རྒྱག་ཤེས་ན་རེད་གཏོང་ཤེས་ན་རེད་བ། སྒེར་སོ་སོས་ཀྱི་རང་དོན་ཡའི་ཆེད་དུ་འགྲོ་གི་ཡོག་རེད་མ་ཚོགས་བོད་མི་རིགས་བོད་རྒྱ་ཁབ་བོད་རྩ་དོན་གྱི་དོན་དག་ལ་འགྲོ་གི་ཡོད་རེད་ཟེར་ན་རྩ་བ་རང་འགྲོ་གི་ཡོད་མ་རེད་དེ་འདྲའི་གྲས་འདི་ཚོ་གི་ཁ་སྙན་པོ། རྫིག་པོ་ཡིན་མདོག་ཁ་བོ་འདྲ་མ་འདྲ་བཤད་གི་རེད་ལུག་རྒྱུག་གང་བཤད་གི་རེད་སྐྱག་པ་ནང་བཞིན་འབོད་པོ་བཤད་གི་རེད་ཡིན་ན་དོན་དོག་པོ་འདི། བོད་མི་རིགས། བོད་རྩ་དོན་བོད་རྒྱལ་ཁབ་ལ་ཞབས་ཕྱི་ཞུ་ས་ཡག་ཤོས་དེ་སྤྱི་འཐུས་གྲོས་ཆོད་རེད་བ། སྤྱི་འཐུས་རེད་བ། སྤྱི་འཐུས་ཀྱི་རྐུབ་ཆ་དེ་མ་གཡུག་རྗེས་གཞིས་མགོ་གང་ལ་མ་བབས་ཡོང་དུས་ད་རྣམ་པ་ཚོ་དགོངས་པ་བཞེས་ཡག་རེད། དགོངས་པ་བཞེས་ཡག་རེད་ད་དེ་ངས་སྐད་བསྐུར་ཆ་ལག་གི་མེད་རེད་བ། རྣམ་པ་ཚོ་དགོངས་པ་བཞེས་ཡག་རེད། ད་ག་ནང་ཤེས་གཅིག་གི་རྣམ་པ་ཚོ་གི་ར་བ་རྒྱབ་བསྡད་མཁན་གྱི་སྲིད་སྐྱོང་འོས་མི། བཅོས་མིན་འདུག་གི་ཕྱག་ལས་གནང་སྟངས་གཅིག་པ་གཅིག་རྐྱང་རེད་མཁས་པ་གཅིག་ཡོད་མ་རེད་ད། ཧ་ལམ་ཧ་ལམ་ཁོ་རང་སྲིད་སྐྱོང་གང་ལ་མཁས་ཚེ་ཟླ་བ་བཞི་ལྔ་འགྲོ་དགོས་རེད་ཟླ་བ་བཞི་ལྔ་ནང་འགོར་ནང་འགྲོ་ལ་ཁོ་རང་གིས་བོད་རྩ་དོན་དང་བོད་མི་རིགས་དང་བོད་རྒྱལ་ཁབ་དོན་དག་ལ་ག་རེ་བྱས་ཤག་བའི་དགོངས་པ་བཞེས་བསམ་བློ་བཏང་ཡག་རེད། ད་རིང་གི་དུས་ཚོད་འདིའི་ནང་ལོགས་ལ WTA World Tennis ཨ་སོགས་བཤད་བཤད་ནང་དུ་རྩམ་པ་ལྟ་བུའི་གཏུགས་བཞུ་ཡ་བྱེད་དོ། བྱ་སྒྲོས་ལ་ཞིག་བྱ་སྒྲོས་མེ་འབར་ཅིག། དེ་དམྱལ་རྒན་གྱི་རྩེད་མོ་འཛམ་བུ་གླིང་ནང་ནོར་ལ་འགྲོ་སོང་ཆེ་ཤོག་དཔལ་འབྱོར་མང་ཤོག་རྟ་སྒལ་ཅིག་དང་མི་ནག་སྐུ་དྲག་མང་པོ་དག་ཅིག་གིས་དམྱལ་རྒན་མི་མང་པོ་ཅིག་གིས་རྟ་དེ་ངེད་ཀྱི་རྩེད་མོ་འདི་འདྲའི་ཅིག་གིས་རྒྱ་ནག་ལ་ཡང་དགག་པ་རྒྱག་ཆེད་རྒྱ་ནག་ནང་གི་རྩེད་མོ་མང་ཆེ་བ་ཚུད་ཚད་ལྡན་བྱས་ཚར་རེད་ཁོང་ཚོ་ད World Tennis གི Program འདི་འདྲ་མང་པོ་བྱེད་དོ། གསུང་ས་འདི་ཚོ་ཚང་མ་མ་ཕྱི་རེད་རྒྱབ་ཡོད་རེད། འདི་འདྲའི་ཅིག་གིས་ང་ཚོ་བོད་དོན་གང་ལོག་ལ་གོ་སྐབས་བཟང་པོ་འདི་འདྲས་རག་ཡོད་འདུག་བོད་པའི་གི་ཆབ་སྲིད་ཀྱི་དབུ་ཁྲིད་ཆབ་སྲིད་ཀྱི Political Leader མགོན་པོ་ཀོ་ར་ན་ཤི་གཟིམ་ཁུ་དེ་རེད་གོ་ར་ཟླ་བ་དྲུག་ཉལ་གི་རེད་ཟླ་བ་དྲུག་ལང་གི་རེད་ལབ་གི་འདུག་ཨ་དེ་འདྲ་ཅིག་པ་རེད་ད་གཟིམ་ཁུ་དེ་ཡང་གོ་ར་ཐོང་ཡ་ཡོད་རེད་ད་གཟིམ་ཁུ་དེ་ལ་ན་ཡང་ཐོང་ཡ་ཡོད་རེད་ད་ཡུ་གུར་དཀྲོག་འཛོམས་འདི་འདྲས་འཁྱམས་བསྡད་གི་འདུག་འཁྱམས་འཁྱམས་འཕེལ་བསྡད་གི་འདུག་ཡག་པ་འགྲོ་ཚེ་ཁ་རྒྱག་པ་ཞིག་ཞུས་པ་ཅི་བཤད་དེ་གི་འདུག་ཨ། ཁོ་རང་གི་བཤད་ཡ་དེའི་ནང་ལོགས་ལ་ད་ང་རང་ཚོ་ཚང་མ་ལོག་གི། གང་ལྟར་མི་ལ་བློ་ངོ་དགོ་བ་བྱས་ནས་ཁ་གི་མི་ལ་བློ་ངོ་དགོ་བ་བྱས་ནས་ཨ་ནི་ང་རང་ཚོ་སོ་སོ་སོ་གི་མི་རེ་རེ་ངོས་ནས་ཕྱི་རྗེས་ཡུལ་གྲུ་གང་ན་བསྡད་བསྡད་ངེས་ཅིག། སྒོར་མོ་ལྔ་ལྔ་བསྡུས་པ་ཡིན་ན་ཞི་བ་ཅིག་ཐུབ་པས་གསོག་གི་རེད་ཟེར་ནས་བཤད་ཡོང་གི་འདུག། ཕྱི་རྒྱལ་ཡུལ་གྲུ་གང་ན་ལ་བསྡད་དེ་ངེད་ཀྱི་སྒོར་མོ་ལྔ་ང་ང་འདྲ་ཕ་ཐུག་མ་ཐུག་བ་དེ་འདྲས་ཡོད་མ་རེད་ད། དུས་སྒོ་གསར་རེད་གླེང་ཡོང་དུས་སྒོར་མོ་ལྔ་ག་རེད་སྒོར་མོ་ལྔ་བརྒྱ་དྲུག་བརྒྱ་ཡིན་ན་ཡང་ང་ཚོ་སྡོད་གི་རེད་བོད་རྩ་དོན་སྤྱི་དང་བོད་མི་རིགས་ཀྱི་དོན་དག་ལ། ཁོ་རང་ཡག་ཡུལ་གུར་དཀྲུག་རྩོམ་རང་ཕྱིན་ཡག་ཡག་མར་འགྲོ་ཡག་ཁོ་རང་གི་དགའ་པོ་གཉེན་པོ་ཡག་རྐུབ་བཀྱག་ལ་སྐྱེལ་ཡག། ད་ནི་ཁོ་རང་གི་གཅིག་གི་ལས་དོན་སྒྲུབ་ཡ་དེ་འདྲའི་གི་ཐད་དུ་རུ་ང་ཚོ་དགུ་མོ་ལྔ་མ་ཤག་ནི་དཔེ་ཆ་ལྔ་ཡི་བསྡུ་ཡ་ལ་ངོ་ནས་དོགས་པ་ལས་གི་འདུག་ཞུ་ཡ་ཡིན་པ། དང་པོ་སོ་སོ་སོ་སོ་གི་དཀའ་ལས་བརྒྱབ་ཚེ་དགུ་མོ་ལྔ་བཅས་སློང་ཐུབ་གི་འདུག་བས། འཛམ་གླིང་གི་སྡིངས་ཆ་གང་ལ་ཡར་ལངས་ཚེ་དཀའ་ལས་ཀྱི་བརྒྱབ། དགུ་མོ་ལྔ་འདི་གི་རིན་ཐང་འདི་ཧ་གོ་བ་བྱེད། དགུ་མོ་ལྔ་འདི་གི་ལྗིད་ཁོག་འདི་ཧ་གོ་བ་བྱེད། ཨ་ནི་བཞི་ནི་བོད་པའི་སྤྱི་ཚོགས། ལྷག་པར་དུ་ཕྱི་རྗེས་ཁག་ལ་ཡོད་དེ་ངས་འབྲོག་ལོར་ཡུ་རོ། Frying། ག་རེ་ཡིན་ན་སྒོར་མོ་ལྔ་སྤྲད་རོགས་བྱེད་ཅེས་ནས་སློང་ངོ་ཡིན་ན། ལན་པོ་རོགས་བྱེད་ཡོད་རེད་བ། སྐད་ཆ་འདི་ཚོ་བཤད་པ་ཡིན་ན་ལན་པོ་ཡོད་རེད་བ། ད་ལྟ་ཁོ་རང་གི་རྒན་གེ་སྐུ་གཅིག་མ་ཁེ། ཡ། འཆམ་ཀྱང་འགྲོ། མ། འཆམ་ཀྱང་འགྲོ། ཁོ་རང་གི་དགའ་པོ་མྱེས་པོ་འདི་ཚོ་ཡ། རྐུབ་བཀྱག་ག་ལ་སྐྱེས། ཨང། ཁོ་རང་དང་ལྟ་བ་མཐུན་མཁན་འདི་ཚོ་ལ་ཡ། ཐུགས་ཁྲོས་རོགས་བཏང་ཞེ་ལ་རོགས་སྤྲད། དེ་འདྲའི་ཕྱིར་ནི་བསྡད་བསྡད་བ།

ལྷག་པར་དུ་ཕྱི་ཆའི་ཡུལ་གྲུ་གང་ན་བསྡད་དེ་ངེད་ཚོ་གི་དགོངས་པ་ཤེས་ཡག་རེད་བསམ་བློ་བཏང་ཡག་རེད་ཞུ་ཡག་ཡིན། ཨོ། ང་རང་ངོས་ནས་ནི་ཁོ་རང་ལ་འབོད་སྐུལ་ག་རེ་ཡིན་ན་ཁོ་རང་ཨ་ལས་དང་པོ། འཛམ་གླིང་སྡིངས་ཆའི་སྒང་ལ་ཡར་ལངས་རྗེས་དགུང་བློ་བཟང་སེང་གེ་ནང་བཞིན་དཀའ་ལས་བརྒྱབ་ཚེ་སྒོར་མོ་ལྔ་གཅིག་སློང་ཐུབ་པ་བྱེད། Australia ནས་ཡིན་ན་འདྲ Italy ཡིན་ན་འདྲ France ཡིན་ན་འདྲ Swiss ཡིན་ན་འདྲ Germany ཡིན་ན་འདྲ Belgium ཡིན་ན་ག་བ་ཡིན་ན་དེ་འདྲའི་སྒང་ནས་སྒོར་མོ་ལྔ་གཅིག་སློང་ཐུབ་པ་བྱེད། དགུ་མོ་སྔགས་ཀྱི་རིང་ཐང་འདི་དང་དགུ་མོ་སྔགས་ཀྱི་ལྗིད་ཁོག་འདི་ཧ་གོ་བར་བྱེད། ཨ་ནི་བཞི་ནི་བལ་བ་ཚོ་ལ་དགུ་མོ་སྔགས་འང་བསྡུས་ན་ཡག་པོ་ཡོད་རེད་ཅེས་བཤད་ཡག་གི་དུས་ཚོད་འདི་ལན་པོ་ཡོད་རེད་ཞུ་ཡག་ཡིན། ཨོ་འོ་འདི་འདྲ་རོ་བཞིན་ཨ་ནི་ཚང་མ་ལོ་ཐོ་རྗེ་ཆེ་ད་ལོ། ཞེ་དྲག་ཡོད་མ་རེད་ཉིས་སྟོང་ཉིས་རྩ་གཉིས་སླེབས་འགྲོ་གི་འདུག་ད་ལོ་བཞི་འགྲོ་ཡ་ལ་གད་སྐུ་ཅིག་འགོག་མ་རེད་རེད་བ། སོང་ཙང་ལོ་བཞིའི་ནང་གུ་ན་ལ་ང་རང་ཡིན་ན་སྦྱོང་བརྡར་ཞིའུ་བྱེད་ཀྱི་ཡོད། ཉིས་སྟོང་ཉི་ཤུ་དང། ཉིས་སྟོང་བཅུ་དགུ་ནས་ཉི་ཤུ་བར་དུ་ན་རོ་ལ་ང་རང་གི་ཆབ་སྲིད་ཀྱི། ཅིག་གི་ག་ལ་འོ་རེད་གནས་ཚད་འདི་ལྟའི་འཛིན་མ་ཕྲ་བའི་སྐད་ཀྱིས། ཨ་ནི་སོ་སོ་ཡིན་ན་བསམ་པ་ན་ཤེས་གི་ཅིག། བོད་པའི་སྤྱི་ཚོགས་སྤྱི་དང་བོད་པའི་སྒྲིག་འཛུགས་ནང་ལོགས་ལ་སོ་སོ་གི་མི། སྐད་ཐུག་མ་སོགས་དེ་ལ་འཇོན་པ་འདྲ་བ་ཅི་ཡོད། ཡིན་ན་ད་འདི་སྐབས་ནང་ལོགས་སོ་སོ་དབུ་ཡག་པོ་བསགས། སློབ་སྦྱོང་ཡག་པོ་བྱེད། ཉམས་མྱོང་ཡག་པོ་བསགས་ཉིས་སྟོང་ཉིས་རྩ་དྲུག་ནང་ལོགས་ལ། སྲིད་སྐྱོང་འོས་མི་རྩེ་གྲ་གཅིག། བྱང་མངའ་རིས་ཀྱི་སྤྱི་མཐུས་ཀྱི་འོས་མི་རྩེ་གྲ། ཡུ་རོབ་སྤྱི་མཐུས་འོས་མི་རྩེ་གྲ་འདི་འདྲས་ཀྱི་མིང་གི་ཡང་ཡང་གི་ད་ལྟ་ནས་སོ་སོ་གི་འབད་བརྩོན་བཅས་དེ་གང་ལོ་ལ་ཟབ་སྦྱོང་བཅས་དེ་གང་ལོ་ལ་སྦྱོང་བརྡར་བཅས་དེ་མཉམ་དུ་ལ་འབྲེལ་བ་བྱས་དེ་ཚོ་མཉམ་དུ་ལ་ཡ། ཁོ་རང་ཚོ་གི་བསམ་སྤྱོད་བསྡུས་རུབ་བཅས་རང་གི་བསམ་བློ་བཏང་སྟངས་སོ་སོ་གི་ཚོགས་པ་ཁོ་རང་ཚོ་ལ་ཕར་ཤེས་འགྲོ་བསྡད་ཀྱི་ཡོད། སོང་ཙང་ཉིས་སྟོང་ཉིས་རྩ་དྲུག་ནང་ལོ་ལ་ཏན་ཏན་ང་ཡིན་ནའི་ར། ཟླ་ཉི་ལོ་བཅུ་དགུ་ཉི་ཤུ་རྩ་གཅིག་རྩ་གཉིས་རྩ་གསུམ་རྩ་བཞི་རྩ་ལྔ་རྩ་དྲུག་ལོ་བརྒྱའི་ནང་ལོགས་ལ། གྲི་དང་མཁལ་མའི་མ་སོང་ན། མདའ་རེ་རྩེ་རྩེ་རྣ་རེ་ཝེར་རེ་རེ་བྱས་ནས་དོན་ཡོང་གི་འདའ། ཉིས་སྟོང་ཉིས་ས་དྲུག་ནང་ལོགས་ལ། ངོ་ནས་དྲ་གནས་རྩེ་རྣོ་པོ་བཞི་པོ་འདི་འདྲས་ཅིག་གིས། འོས་མི་རྐྱང་རྐྱང་གཅིག་གི་མིང་བོད་བཅས་རེད་བ། སྤྱི་ཚོགས་ནང་ལ་ཞབས་ཕྱི་ཞུས་ཐུབ་ངེས་སྤྱི་ཚོགས་ལ་ཡང་ཞེན་ཁོ་ཡོང་ངེས། བོད་རྒྱལ་ཁབ་དང་བོད་མི་རིགས་ལ་ཡང་བསམ་བློ་གཏང་ངེས། དུས་རྟག་ཏུ་ཕྱག་ལས་གནང་བསྡད་ངེས། དེ་འདྲའི་གཅིག་གིས་སྨད་ཅིག་བསྟན་དེ་ཁོ་རང་རྣམ་པ་ཚོ་མདུན་ལ་ཡར་ལྟུང་འོང་གི་དེའི་སྐབས་ལ་ལོར་རྣམ་པ་ཚོ་མ་ཚུགས་བར་བྱས་ཨ་ནི། རྒྱབ་གཅོད་གནང་རོགས་གནང་ཅེས་ནི་འབོད་སྐུལ་ཞུ་ཡ་ཡིན་ད་རང་ཡིན་ཕ་ཆད་ན། ཨ་ནི། རྣམ་པ་ཚོ་ལ་གས་ཡ། ལྷག་པར་དུ་དྲི་བ་འདྲ་བོ་འདི་འདྲས་ཡོད་ན། ངས་ཅིག་བལྟ་དགོས་པའི་རེ་བ། ད་ང་མིག་འདི་གསལ་པོ་ཞེ་དྲག་ཡོད་མ་རེད། གསར་ཁང་དེ་ཚོ་རེད་གསར་ཁང་དེ་ཚོ་སྐོར་ལ་ད་བཀའ་པད་མ་གནང་ན་འགྲིག་གི་མ་རེད་ད་བན་པོ་ཚེ་རིང་གི་ཉོས་ཚར་རེད་ཅོ་མིང་འདུག་གི་བན་པོ་ཚེ་རིང་ལ་ཡ་ལ་ཡ་དེ་ཡ་ཇེ་ཅིག་མིག་པ་དགའ་ངན་རོགས་བྱེད་གི་འདུག་ད། ཨ་རོ་ཨ་མདོ་ག་ཞེས་ད་ཁོ་རང་གི་ཨར་ཡོད་ཇོ་ཁོར་ས་ཧ་ཧ་ཧ་ས་ཁྱོད་རང་ང་ལ་ཇོ་ཁོ་འདྲ་བོ་མཐོང་གི་འདུག་ན་ང་ཇོ་ཁོ་རེད་ལ་ནས་འདྲི་ཞབས་ཡོད་ར་ག་ཡ་མ་རེད་རེད་བ་ཁྱོད་རང་ང་ཇོ་ཁོ་རེད་བས་ས

མིག་གིས། སྐད་ཅིག་ཤེས་སྐྱོ་གིས་ཉན་བྱས་ནི་བཤད་དེ་ངས་འདི་འདྲའི་མང་པོ་འདུག། སོ་སོ་འདི་འདྲའི་འདི་ཚོ་ལ་ཡ། སོ་སོ་གི་གདོང་སྟོན་བྱས་སོ་སོ་གི་འགན་འཁྱིལ་བའི་ཐོག་ནས་འགྲེལ་བཤད་རྒྱབ་ཐུབ་པ་ཡིན་ན། འགྲེལ་བཤད་ཏན་ཏན་ཕོག་གི་འདུག་བསམ་བསམ་བྱེད་ཀྱི་ཚོར་བ་ཤུགས་ཆེན་པོ་རོ་བྱུང། ཉེ་ཆར་ལ། ད་མི་གཅིག་མཉམ་དུ་ང་འབྲེལ་བ་རོ་བྱུང། ང་བྲེལ་བ་བྱུང་ལ་ན་ངའི་རྐང་དུ་ཚེ་བྲེལ་བ་བྱེད་པ་ཡིས་བྱེད་དགོས་ཡག་དེ་རྒྱུ་མཚན་ཡོད་པ་ཚེ་ཁོ་རང་གི་དེ་ཐད་ཀར་རྒྱང་ཚེ་བཟི་དེ་དགོས་ཀྱི་རེད་བསམ་ས་རོགས་ཞེས་དྲན་གྱི་ཡོད། སོང་ཙང་ཁོ་རང་མཉམ་དུ་ཡ། ཨ་ནེ་བྲེལ་བ་བྱེད་པའི་གི་བརྒྱུད་རིམ་དེའི་ནང་ལོགས་ལ་ཁོ་རང་འདྲ་བོ་བྱས་ན་བོད་ནས་ཆུ། གསར་དུ་ལས་བྱས་ནི་རིག་གནས་གསར་བརྗེས་ཀྱི་འདི་འདྲས་ཀྱི་དཀའ་ངལ་འདི་འདྲས་གང་ལོགས་ལ་ཁོ་རང་ལ་ག་ར་ག་འཚམ་གྱི་བཤད་འདུག་སོང་ཙང་འདི་འདྲས་ཀྱི་སེམས་པ་ནང་ལོགས་ལས་ཨ་ནེ་ང་ཚོ། སྤྱི་ཚོགས་དྲ་ལམ་ལ་དོན་གྱི་སྐད་ཆ་བཤད་དེ་ངས་ཀྱི་སྐད་ཆ་འདི་འདྲས་ནི་ཉན་ཡོད་འདུག་བསམ་པ་ཨ་ནེ། སེམས་པ་མ་བདེ་བ་ཆགས་ཚེ་ཚེས་གྲངས་མ་འདྲ་ཀུ་ཀི་ཀའེ་ལ་སོགས་པ་རང་བྱུང་འགྲོ་གི་འདུག་སོང་ཙང་ཁོ་རང་ལ་ཡག་ཅིག་གི་ངའི་ངོ་ན་ནི་འདི་མེད་འདི་འདི་ཡིན་འདི་འདི་ཡིན་བྱས་བྱས་འགྲེལ་བཤད་རྒྱག་ཡོད་འདུག་བསམ་པ། ང་རང་ཉིད་ཁོ་རང་གི་སྐད་ཆ་བཤད་རྒྱུ་དེ་གོ་ཐུབ་བ་ངེད་ཀྱི་སྐད་ཆ་བཤད་རྒྱུ་དེ་ཁོ་རང་གི་གོ་ཐུབ་བ། འདི་འདྲའི་སྒང་ནས་ཅིག་གིས་ག་ལ་འོ་རེད། ད་ཨ་མདའ་རྒྱ་བོད་གཉིས། བཀའ་མོལ་གནང་གི་ལ་ཡ་འདྲ་བོ་ང་རང་ཉིད་ཡས་སྐད་ཆ་རོ་བྱུང་རེད་བ་སྐད་ཆ་བྱུང་འདུག་སྐད་ཆ་དེ་གང་དག་ལྷོད་འགྲིག་པོ་ཡག་པོ་རོ་བྱུང་སོང་ཁོ་རང་གིས་སྐད་ཆ་འགོ་ཚུགས་དེ་བ་ངའི་གིས་ཁོ་རང་སྐད་ཆ་འདི་ཚོ་བ་གླེང་ཐུབ་བས་འདི་འདྲ་རོ་བྱུང་གི་འདུག་སོང་ཙང་འདི་ཚོ་ངེས་པར་དུ་ང་རང་ཚོ་སུ་འགྲོ་སུ་ཡིན་ན་ང་རང་ཚོ་གཅིག་གིས་གཅིག་ལ་མ་གསལ་བཤད་བྱེད་དགོས་འདི་གནད་འགག་ཆེན་པོ་རེད་ཤག་བསམ་ས་རོ་ཞེས་དྲན་རྗེས་ཨ་བདེ་ཅེས་བཤད་ན་བསམ་ས་རོ་ཞེས་དྲན་སོང། འོ་དེ་འདྲ་ར་བ་ཅན་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ། ད་དམིགས་བསལ་གྱི་དེ་ནས་ལ་ལ་དྲི་བ་འདྲ་བོ་དེ་འདྲ་ཅིག་གི་ཞི་བོ་དེ་འདྲ་གལ་མི་འདུག་ཨང་དེ་ཡིན་འདུག་ད་ཡུན་རིང་པོ་ར་བ་ཅིག་ཆགས་སོང་ད་ལྟ་མི་བརྒྱ་དང་ཉིས་རྩ་དྲུག་ཉིས་རྩ་བརྒྱད་ཅིག་གི་དེ་འདྲ་ཟིག་འདུག་ཨ་ལས། You speak not new all is meaningless ཨ་རེད་ད་ཁྱེད་རང་ལ་ཁྱོད་རང་ལ་རྒྱུ་མཚན་འདྲ་བོ་ཅིག་མེད་པ་ཡིན་ན་ཁོ་ཐུགས་ཁག་མེད་རེད་རོ། ཨ་ནི་མི་བརྒྱ་དང་ཉིས་རྩ་བརྒྱད་ནང་ནས་ཁྱོད་རང་མི། གཅིག་གཉིས་ཙེ་ལ་ངེད་ཀྱི་བཤད་རྒྱུ་དེ་རྒྱུ་མཚན་མཐོང་གི་མེད་ན་དེ་ངེད་ཀྱི་རྐྱེན་མ་རེད་ཁྱོད་རང་ཉེས་འགལ་གྱི་རྐྱེན་རེད། ཅེས་ནས་དེ་ཅིག་མ་བཤད་ན་བསམ་ས་རེད་བཞིན་དྲན་གྱི་ཡོད་རེད། བརྒྱ་དང་ཉིས་རྩ་བརྒྱད་ནང་ནས་མི་བརྒྱ་ཙེ་གིས་ཨ་ནི་ངའི་བཤད་རྒྱུ་འདིའི་ནང་ལོགས་ལ་རྒྱུ་མཚན་ར་བོ་མཐོང་གི་ཡོད་ན། ཨ་ནི། ད་འདི་ངས་བཤད་དགོས་མ་རེད། དམངས་གཙོ་རེད་དམངས་གཙོ་ནང་ལ་མང་མོས་ཀྱི་ཐག་གཅོད་རེད་མ་གཏོགས་མི་རེ་ཟུང་ཅིག་ལ་ཐག་གཅོད་ཡོང་གི་མ་རེད། ཁྱོད་རང་གི་ནང་བཞིན་བཅོས་མིང་འདོད་ཀྱི་ནང་བཞིན་ལྟ་བ་ང་ལ་མེད་རེད། བཅོས་མིང་འདོད་ཀྱི་ཁ་ཀྱི་དམངས་གཙོ་རེད་བཤད་ཁ་བྱས་མ་གཏོགས་དམངས་གཙོའི་ནང་ལོགས་ལ་ཡ། ཁོས་ཀྱི་མང་མོས་ཀྱི་ཐག་གཅོད་འདི་འདྲའི་ཁྱད་ཡོད་མ་རེད། ཧོ་ཧ་ནི་ནི། ཀུན་སྤྱོད་བླ་མ་ལ no question thank you སེ་ཀུན་སྤྱོད་བླ་མ་ལ thank you very much thank you everyone ཨཱ་ནི་སྔར་རྒྱུན་ནང་བཞིན་ར་ར་ཡིན་ང་ལྟ་བུ་བྱས་ན་བོད་མི་རིགས་དང། བོད་རྒྱ་གར་དུ་བོད་རྩ་དོན་ལ་ཡང་ཞེན་དགོས་ཡོད་ངེས་དང་བསམ་ཤེས་ཡོད་ངེས་མི་གཅིག་ཡིན་པའི་ཆ་ནས། ད་ལྟ་དྲི་བ་ཡག་པོ་དྲིས་ངེས་ཡིན་ན་འདྲ་དྲི་བ་སྡུག་ཅན་དྲིས་ངེས་ཡིན་ན་འདྲ་གང་ཚེ་ཚང་མ་བློ་ལ་སྙིང་གི་གཏིང་ནས་བརྩེ་བ་ཡོད་ད། སྙིང་གཏིང་ནས་བརྩེ་བ་ཡོད་ད། ཨ། ཨ་ནི་ད་ག་ནང་ཤེས་ཅིག། བོད་ལ་ལྷག་སྟེང་གི་གཞིས་ལུས་སྤུན་ཟླ་གི་སྐུ་ཚབ་ཅིག་བྱས་ཚེ་ནམ་ཞར་དུས་རྒྱལ་འདིར། སྤྱི་ཚོགས་ལ་ཡང་གོ་རྟོགས་སྤེལ་སྡོད་ཀྱི་ཡོད་ཅེས་ནི་བཤད་བསྡད་མཁན་གྱི་ཚབ་ཅིག་ཡིན་པའི་ཆ་ནས། བོད་མི་རིགས་དང་བོད་རྒྱལ་ཁབ་དང། བོད་རྩ་དོན་ལ་ཞེན་ཁོག་ཡོད་མཁན་གྱི་ཆ་ནས་ང་རང་ཚོ་ཚང་མ་མཉམ་འདུག་ཡིན་དང་དེ་ཡང་རྨོངས་འཆར་ཐོག་ནས་མར་དང། སྤོབས་བ་ཐོག་ནས། ལྷག་བསམ་རྣམ་དག་ཐོག་ནས་ཡིན་དང་རྨོངས་འཆར་གྱི་ཐོག་ནས་མེད་དང།

གོང་ས་མཆོག། ད་དེ་ག་རེད། དངོས་གྲུབ་རྡོ་རྗེ་ལགས་ཁྱེད་རང་གིས་དྲི་བ་དྲི་གི་འདུག་དྲི་བ་འདིའི་ནང་ལོ་ལན་ད་ག་རང་འདུག། དེ་ཚ་ངས Swiss ནང་ལ་གླས་ཡོང་འདུག་ཙམ་པ། ཁོ་རང་ལ་ཡང་ལྷག་པར་དུ་ཁོ་རང་ལ་ཡང་དྲི་བ་དྲི་ཡ་འདི། ཤེས་ཡོན་གྱི་གནས་ཚད་ག་ཚད་ཅིག་ཡོད། ཤེས་ཡོན་འདི་ག་ནས་སྤྱད་པ་ཡིན་རྒྱ་ཆ་ག་ཆད་བྱས་ནས་སྤྱད་པ་ཡིན་བྱས་ནས་དྲིས་དགོས་ཡ་འདི་ནམ་ཞར་དུས་རྒྱུན་དུ་ནས་ཁོ་རང་གིས། ད་དེང་སང་ཁོ་རང་སྐད་ཅིག་ཉུང་རུ་འགྲོ་ཡ་རེད་འདི་ཚོ། ཉུང་རུ་འགྲོ་ཡ་ལ་ནས་ད་དེ་མེད་པ་འདྲ་བོ་ཆགས་བསྡད་རེད་མ་གཏོགས་སྤྱི་ཁས་ཁོ་རང་གིས་སྤྱི་ཚོགས་དྲ་ལམ་དང་སྤྱི་ཚོགས་ནང་རོགས་ལ། སྐྱབས་མགོ་རུམ་ཚའི་དཀའ་རླབས་གང་དྲན་འདྲ་བོ་ཅིག་འཕེལ་བ་ཡིན་ན་སྐྱབས་མགོ་རུམ་ཚའི་དཀའ་རླབས་འདི་ལ། ཨ་ནི་ཁོ་རང་ཡིན་ན་ལྟ་ཚོད་བྱེད་ཀྱི་ཡིན། རྒྱུ་མཚན་འདུག་དང་མི་འདུག་བརྟག་གི་ཡིན་བྱས་ནས་བཤད་དེ་ངེས་ཀྱི་གང་ཟག་ཅིག་རེད་བ། ཕྱོགས་གཅིག་ནས་ཕྱོགས་གཉིས་ནས། ཁོ་རང་གིས་གོང་ས་མཆོག་ལ་དད་པ་ཞི་བོ་ཡོད་འོ་དོག་དོག་བྱས་བྱས་གོང་ས་མཆོག་མཚན་དེ་བེད་སྤྱད་བཏང་བྱས་གོང་ས་མཆོག་ལ་ཟུར་ཟ་བྱས་ཀྱི་འབད་བརྩོན་ཏན་ཏན་བྱས་འདུག་གོ་འབད་བརྩོན་འདྲ་བོ་བཤད་པས་ན་གོང་ས་མཆོག་རྒྱ་ནག་ལ་ཡག་རྒྱ་ནག་གིས་གོང་ས་མཆོག་དེ་འདྲས་ཞུས་རྗེས་གོང་ས་མཆོག་གི་ཡང་སྲིད་དེ་བསྐོར་ནང་ལོག་ལ་རྒྱ་ནག་གི་སྐྱབས་མགོ་རུ་འཛིན་སྙམ་དུ་བཀའ་མོལ་གནང་དགོས་རེད་ཆེ་ལ། སོང་ཙང་དངོས་གྲུབ་རྡོ་རྗེ་ལགས། ལགས་ང་རང་ཚོ་ཚང་མ་ལོག་གི་མི་མང་གིས་འདི་ཚོ་ལྷག་པར་དུ་འགོ་ཚུགས་དགོས་རེད་བསམ་ས་རེད་ཅེས་དྲན་གྱི་ཡོད་མ་གཏོགས། ཁོས་གིས་མི་མང་ལ་བསྟུན་ཡ་གཅིག། ཁ་ཁ་གཅིག་བསྟུན་སེམས་པ་གདིང་ནས་བྱེད་ཁ་བྱེད་ཡ་གཅིག་ཡོད་ར། དེས་དེ་ལས་ཀ་ཞན་པ་ཅིག་བྱས་ནས་འགྲོ་ཡོང་དུས། དེ་ཚོ་ཚང་མ་ཉེན་ཁ་རེད། ད་ལྟའི་སྐབས་ནཱ་ལོ་ང་ཚོ་ཉེན་ཁ་རེད། ད་ཡག་ག་ཅིག་ནཱ་ལོ་ལགས་ཁ་སི་ནི་ངའི་ལྭ་བ་ནང་བཞིན་ཡིན་རེད་བ། ད་ང་རང་ངོས་ནས་བཟང་སྤྱོད་ཀྱི་ཐོག་ནས་ར་བ་རྒྱག་གི་ཡོད་ཡག་ག་ཡོང་བའི་གི་ར་བ་རྒྱག་གི་ཡོད་བཟང་སྤྱོད་ཐོག་ནས་ར་བ་རྒྱག་གི་ཡོད་རེད་བ། དེ་སུན་བཀའ་ལན་འདྲ་བོ་བྱས་ན་ཁོང་རྒྱལ་འབྲོང་བ་ལ་ཁྱད་བདེ་བ་རེད། སོང་ཙང་ཏིས་ཅི་ཅིག་གི་སོ་སོ་ངོས་ནང་ནས་བཟང་སྤྱོད་ཀྱི་ཐོག་ནས་ར་བ་རྒྱག་གི་ཡོད་མ་གཏོགས། ད་ལྟའི་སྐབས་ནཱ་ལོ་ལ་དེ་སུན་བཀའ་ལོན་འདྲ་བོ་ཅིག་གས། ད་བཅོས་མིང་འདོད་ཀྱི་ཧ། ད་མ་འོངས་པ་ལ་ཨ་མདའ་སྤྱི་ཟླ་གསུམ་པ་ན་ལོ་ལེགས་བཟི་ཡ། ད་ཨ་མདའ་བཀའ་བློན། བདུན་ན་ནི་བཀའ་བློན་ཞིག་གིས་ད་འདོད་མིང་འབོད་བྱེད་དགོས་དགོས་ར། ད་བ་ཕུན་སྐྱིད་ཡིན་པ་བྱེད། བ་བཙན་ངེད་ཀྱི་ད་ངེད་ཀྱི་ཚོད་པ་རེད་ད་ཡ་འདི་ཡ་ངེད་ཀྱི་རྒྱ་རྒྱ་རྒྱ་དམ་པ་འདི་རེད་ཅེས་ཅེས་ཡ་མི་མང་ཚོགས་ཀྱི་མཇུག་མ་འདི་སྨྲ་མཁན་ན

ད་ཡང། མིང་བོད་ཆོས་ནི་སྤྱི་ཚོགས་ནང་ལོགས་ལ་ཆོས་ནི་གོ་ནོར་གོ་རྒྱུ་ཆོས་རྒྱུ་མེད་རྒྱུ་མིང་བོད་འདི་འདྲའི་མིང་གཉིས་ཟེར་དཀའ་ལོའི་སྒང་ལོགས་ལ་མིང་བོད་གླེང་གི་རེད་བསམ་ས་རུང་ཞིག་དྲན་གི་ཡོད། འདི་ངེད་ཀྱི་ཚོར་བ་ཡིན་ད་ཡང་མ་འོངས་པར་ཚོར་བ་སྟག་མ་ཐེག་ན། ཨ་ནི། དེ་དུས་སྐད་ཆ་བཤད་ཡ་ཡིན། ཚོར་བ་ཟེར་མཁན་དེ་ཚོར་བ་རང་རེད་བ། ང་རང་ཚོའི་སྤྱི་ཚོགས་འགྲོ་སྟངས་ལྷུང་གི་ལྷུང་པོ་འགྲོ་སྟངས་ཀྱི་འདི་ཚོའི་སྐབས་ནས་ངས་བཤད་བསྡད་ཀྱི་ཡོད། ད་ཡང་ན། ང་རང་ཚོ་ད་སྤྱི་ཚོགས་ནང་ལོག་ལ། ཁོ་རང་གིས་བརྒྱ་བཤད་ན་རེད་སྟོང་བཤད་ན་རེད་ཁོ་མོ་གྲོང་ཆོས་གཉིས་མགོ་འགྲོ་མཉམ་འགྲོ་ལ། Verbal Mutual Understanding མེད་ཅེས་ནི་བཤད་ཐུབ་ཡ་ཡོད་མ་རེད་ཞེས་དྲན་གྱི་འདུག་ང་ཆབ་སྲིད་ལ་དོན་སྣང་བྱེད་མཁན་རེད། ཁོ་རང་ཆབ་སྲིད་ཀྱི་དབུ་ཁྲིད་ཅིག་ཡིན་ཅེས་ནི་བཤད་བསྡད་མཁན་ཅིག་ཡིན་འདུག་རྩམ་པ། ཨ་མདའ་ཚུལ་ཁྲིམས་རྡོ་རྗེ་རེད་ཚུལ་ཁྲིམས་རྒྱ་མཚོ་རེད་དེ་འདྲ། Upper DCB ཀྱི Sponsor Ship ནང་ལོགས་ལ་ཕྱག་ལས་གནང་མཁན་གྱི་ཁོ་རང་གི་སྤྱི་འཐུས་ནང་ལོགས་ལ་བཀའ་བློན་གྱི་མིང་འབོད་བྱེད་དུས་བཀའ་བློན་ནང་ལོགས་ལ་མིང་འབོད་བཏང་མ་སོང་ཨ། ཁོ་རང་སུ་འདྲ་བོ་ཅིག་རེད། ཁོ་རང་ག་འདྲ་འདྲ་བོ་ཅིག་རེད་གསལ་པོ་ཞུ་བའི་ཕྱིར་བ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཁོ་རང་སུ་དང་འབྲེལ་བ་ཆགས་དགོས་ཡོད་རེད།

ཚེ་རིང། བླ་མའི་སྐྱབས། མཐོ་ཆེ་ན་ཚང་མ་ལ་བཀའ་དྲིན་ཆེ། བླ་མའི་སྐྱབས། ཁ་དྲོ་ཁ་དྲོ། བྷ་བྷའི།